གཉིས་པ་རང་སངས་རྒྱས་ཀྱི་ས་གང་ལ་བརྟེན་པ་ནི་ཞེས་པ་སྟེ། གཉིས་པ་རང་སངས་རྒྱས་ཀྱི་རང་སངས་རྒྱས་ཀྱིས་གང་ལ་བརྟེན་པ་ནི། རང་སངས་རྒྱས་ཀྱི་གང་ལ་བརྟེན་པ་ནི་སྟེ། རང་སངས་རྒྱས་ཀྱི་རིགས་ཅན། གི་རྒྱུད་ལ་ཡོད་པའི་མཐོང་ལམ་དེས་རྨང་གཞི་སེམས་གང་ལ་བྱེད་ཀྱི་ཡོད་མེད་སྐོར་བཤད་པ་ནི་ཟེར་བ་རེད། ད་འདི་རང་སངས་རྒྱས་དེ་འབྲས་བུ་རེད་བ། རང་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཉམས་ལེན་བྱེད་མཁན་གྱི་གང་ཟག་དེ་ལ་རང་སངས་རྒྱས་ཀྱི་རིགས་ཅན་ཟེར་བ་རེད། མ་འོངས་པ་ན་རང་སངས་རྒྱས་ཀྱི་འབྲས་བུ་ཐོབ་འགྲོ་མཁན་ད་ལྟ། དེའི་ཆེད་དུ་ཉམས་ལེན་བརྩོན་མཁན་གྱི་གང་ཟག་དེ་ལ་ཉན་རང་སངས་རྒྱས་ཀྱི་རིགས་ཅན་ཟེར་བར་ལྟར། མཐོང་ལམ་རང་སངས་རྒྱས་ཀྱི་རིགས་ཅན་གྱི་གང་ཟག་དེ་ལ་ཡོད་པར་བྱས་ཙང། གཉིས་པ་རང་སངས་རྒྱས་ཀྱི་གང་ལ་བརྟེན་པ་སྟེ། མ་འོངས་པ་ན་རང་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་མཁན། ད་ལྟ་དེའི་ཆེད་དུ་ཉམས་ལེན་བྱེད་མཁན། ཨེ་ནི་རང་སངས་རྒྱས་རིན་ཆེན་དེའི་སེམས་ལ་ཡོད་པའི་མཐོང་ལམ་དེ་ཨེ་ནི་རྨང་གཞིའི་སེམས་ག་འདྲ་ཅིག་ལ་བརྟེན་གྱི་ཡོད་མེད་སྐོར་བཤད་པ་ནི་སྲིད་པ་རེད། ད་རང་སངས་རྒྱས་ལ་གཉིས་བྱུང་བར་བ། ད་རང་སངས་རྒྱས་ཟེར་ན་སངས་རྒྱས་དང་ཉན་འདོད་མེད་པའི་ཡན་རྒྱུ་དགྲ་བཅོམ་པ་ཅིག་རེད་ཐེག་དམན་དགྲ་བཅོམ་པ་རེད་སངས་རྒྱས་དང་ཉན་འདོད་ལ་སོགས་གང་ཡང་མེད་པའི་ཨེ་ནི་འདོད་ཁམས་ཀྱི་ལུང་པ་ཅིག་ཏུ། ཁོ་རང་གིས་ཁོ་རང་སློབ་དཔོན་ལ་སོགས་པ་ལ་བསྟོད་མི་དགོས་པར་ཁོ་རང་ཁོ་རང་འབྲས་བུ་ཐོབ་འགྲོ་གི་རེད། ཁོ་རང་ཁོ་རང་སངས་རྒྱས་འགྲོ་གི་རེད་བྱས་ཙང་རང་སངས་རྒྱས་ལགས་རེད། ད་འདིར་རང་སངས་རྒྱས་དང་གཉིས་ཡོད་རེད་བ། རང་སངས་རྒྱས་ཀྱི་འབྲས་བུ་ཐོབ་སོང་ན། རོགས་པ་དང་མཉམ་དུ་བསྡད་མཁན་གྱི་རང་སངས་རྒྱས་བྱེད་བ་རེད་དེ་ལ་ཚོགས་ན་སྤྱོད་པ་ཟེར་བ་རེད། ཚོགས་ཟེར་ནི་རང་ཚོགས་ན་སྤྱོད་པ་ཟེར་དུས་རང་སངས་རྒྱས། གྲོགས་པོ་གཞན་དག་མང་པོ་དང། སྤྱོད་པ་ས་མཉམ་དུ་བསྡད་མཁན། ཨ་ནི་རང་སངས་རྒྱས་ཀྱིའོ་དེ་ལ་སོགས་ན་སྤྱོད་པའི་རང་སངས་རྒྱས་ཟེར། ཨ་ནི་རང་སངས་གཞན་དག་སྟེ། བསེ་རུ་ལ་ར་གཅིག་མ་དུ་མེད་པ་བཞིན་དུ། རང་སངས་རྒྱས་འབྲས་བུ་ཐོབ་ནས་ཁོ་རང་གཅིག་པུ་བསྡད་མཁན་སྤྱོད་རེད། དེ་ལ་བསེ་རུ་ལྟ་བུའི་རང་སངས་རྒྱས་ཟེར། ད་དེ་འདྲ་ཡིན་དུས་ཚོགས་ན་སྤྱོད་པའི་རང་སངས་རྒྱས། ཀྱི་རིགས་ཅན་གྱི་གང་ཟག་ཅིག་ཡོད་རེད། བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་གྱི་གང་ཟག་གཉིས་ཡོད་རེད། དེས་ན་ནི། ཚོགས་ནང་སྤྱོད་པ་བསམ་གཏན་ས་དྲུག་གང་རུང་ལ་བརྟེན་ལ་སྟེ། ཚོགས་ནང་སྤྱོད་པས་རང་སངས་རྒྱས་ཀྱི་འབྲས་བུ་ཐོབ་པ་ལ་བརྩོན་མཁན། རང་སངས་རྒྱས་ཀྱི་རིགས་ཅན་དེའི་སེམས་ལ་ཡོད་པའི་མཐོང་ལམ་དེ། བསམ་གཏན་དྲུག་གང་རུང་ལ་བརྟེན་འདྲ་སྟེ། རྨང་གཞི་བསམ་གཏན་གྱི་སེམས་གང་ཡང་རུང་བ་དྲུག་ལ་བྱས་ན་འགྲིག་གི་རེད་ཟེར་བ་རེད། དེ་ནས་བསེ་རུ་ལྟ་བུ་ནི་བསམ་གཏན་བཞི་པའི་དངོས་གཞི་ལ་བརྟེན་འདུག་སྟེ། བསེ་རུ་ལྟ་བུས་རང་སངས་ཀྱི་རིགས་ཅན་གང་ཟག་དེའི། གི་མཐོང་ལམ་དེ་རྨང་གཞི་ག་རེ་ར་བྱེད་ཀྱི་རེད་ཟེར་ན་བསམ་གཏན་བཞི་པའི་དངོས་གཞིའི་སེམས་ལ་རྨང་གཞི་བྱེད་ཀྱི་རེད་ཟེར་བ་རེད། ད་འདི་སྐད་ཆ་དེ་བསེ་རུ་ལྟ་བུའི་རང་སངས་རྒྱས་རིགས་ཅན་ཟེར་ཏེ་ད་ལྟ་ཚོགས་ལམ་ལ་བསྡད་པའི་སྐབས་ལྟ་བུ་རེད། ད་ལྟ་ཚོགས་ལམ་ལ་བསྡད་བསྡད་པའི་ད་ལྟ་ཚོགས་ལམ་པ་ཡིན་མཁན་བསེ་རུ་ལྟ་བུའི་རང་སངས་རྒྱས་རིགས་ཅན་དེས་མ་འོངས་པ་ན། ཁོག་གི་སེམས་ལ་མཐོང་ལམ་ཐོབ་སོང་ན་རྨང་གཞི་ག་གི་བྱེད་གི་རེད་ཟེར་ན་བསམ་གཏན་བཞི་པའི་སེམས་ལ་རྨང་གཞི་བྱེད་གི་རེད་ཟེར་གི་རེད་ད་ད་ལྟ་ཁོ་རང་ཚོགས་ལམ་ལ་ཡོད་པའི་སྐབས་སུ་ཁོ་ལ་ཨ་ནི་བསམ་གཏན་བཞི་པའི་སེམས་ཐོབ་ཚར་བ་རེད་ཁོ་ལ་བསམ་གཏན་བཞི་འདི་བཞིན་དེ་འདྲ་དེ་ཚོགས་ལ་སྤྱོད་པ་ལ་ཁྱབ་པ་ཡོག་མ་རེད་དེ་བསེ་རུ་ལྟ་བུའི་རང་སངས་རྒྱས་རིགས་ཅན་ཚོགས་ལམ་ལ་ཡོད་མཁན་དེའི་ཨ་ནི་སེམས་ལ། བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་ཡོད་རེད། ཐོབ་ཚར་རེད་དེ་ནི། རྗེས་མ། འབྲས་བུ་རང་སངས་རྒྱས་ཆགས་འགྲོ་དུས་འདོད་ཁམས་ཀྱི་ལུང་པ་གཅིག་ལ། སྦྱོར་ལམ་བགྲོད་ནས་སོང་ནས་ཟད་མི་སྐྱེའི་བར་དུ། སྟན་ཐོག་གཅིག་ལ་བགྲོད་འགྲོ་དགོས་རེད། ས་ཐམས་ཅད། བཅད་མཚམས་རྨང་གཞི། དེ་དུས་ནས་ད་ལྟ་ནས་ཐོབ་ཚར་བ་རེད། བྱས་དུས། བསེ་རུ་ལྟ་བུའི་རང་སངས་རྒྱས་རིགས་ཆེན། ཚོགས་ལམ་པ་དེ་ལ། དེ་ནས། ད་ལྟ་དེ་ནས་བསམ་གཏན་གྱི་དངོས་གཞིའི་སེམས་ཐོབ་ཚར་ཡོད་རེད། ཐོབ་ཚར་ནས་མ་འོངས་པ་ལ་ཁོ་ལ་ཐོག་ལམ་ཐོབ་ཡོང་དུས་སྐབས་ལ་ཐོག་ལམ་དེའི་རྨང་གཞི་ཡང་བསམ་གཏན་བཞི་པའི་དངོས་གཞི་ལས་བསྟན་འདུག་བསམ་གཏན་བཞི་པའི་དངོས་གཞིའི་སེམས་བསམ་གཏན་བཞི་པའི་དངོས་གཞིའི་སེམས་ལ་རྨང་གཞི་གཅིག་རེད་ཟེར་བ་རེད། སེམས་ཀྱི་རྨང་གཞི་འདྲ་བོ་བསྟན། བྱས་ཙང་བསེ་རུ་ལྟ་བུ་ནི་བསམ་གཏན་བཞི་པའི་དངོས་གཞི་ལས་བསྟན་འདུག་སྟེ། བསེ་རུ་ལྟ་བུའི་རང་བསམ་ཡིག་རིགས་ཅན། ད་ལྟ་འཚོ་ལམ་ལ་གནས་བསྡད་མཁན་དེ་ལ་བསམ་གཏན་ཞི་བའི་དངོས་གཞིའི་སེམས་ཐོབ་ཚར་ཡོད་རེད། ཐོབ་ཚར་ཡོད་རེད་བྱས་ཙང་ཁོ་མ་འོངས་པ་ན་མཐོང་ལམ་ཐོབ་དུས་མཐོང་ལམ་གྱི་རྨང་གཞི་དེ་བསམ་གཏན་ཞི་བའི་དངོས་གཞིའི་སེམས་བྱེད་ཀྱི་རེད་དངོས་གཞིའི་སེམས་ལ་བྱས་ན་འགྲིག་གི་རེད། ཨ་ནི་ད་དོགས་པ་རེད་འོ་ན་བསེ་རུ་ལྟ་བུ་དེ་ཤི་ནས་འདོད་ཁམས་དུ་སྐྱེ་བར་མི་རིགས་ཏེ། འོ་ན་ས་འོ་ན་ཧ་གོ་སོང་ཟིག་བ་རེད། ག་རེ་ཧ་གོ་བ་རེད། གསེར་རི་ལྟ་བུའི་རིགས་ཅན་གྱི་སེམས་ལ་ཡོད་པའི་མཐོང་ལམ་དེ་རྨང་གཞི་བསམ་གཏན་བཞི་པའི་དངོས་གཞི་ལ་བྱེད་པ་དེ་ཡང་ཧ་གོ་སོང། གསེར་རུ་ལྟ་བུའི་རིགས་ཅན་གྱི་གང་ཟག་ཚོགས་ལམ་ལ་ཡོད་མཁན་དེའི། བསམ་གཏན་གྱི། བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་བ་ཡིན་པ་ཡང་ཧ་གོ་སོང་ཟེར་བ་རེད། ད་ཧ་གོ་སོང་དུས་ད་དོགས་པ་འདུག་ཟེར་བ་རེད། བསེ་རུ་ལྟ་བུའི་བསེ་རུ་ལྟ་བུ་དེ་དེ་འདྲའི། བསེ་རུ་ལྟ་བུའི་རིས་ཅན་གྱི། གང་ཟག། ད་ལྟ་ཚོགས་ལམ་ལ་གནས་བསྡད་པ་དེས། བསམ་གཏན་གྱི་དངོས་གཞིའི་སེམས་ཐོབ་ཚར་བ་ཡིན་ན། ཟེར་བ་རེད། གཞི་ནི་འདོད་ཁམས་ཁོ་ནར་སྐྱེ་བ་མི་རིགས་ཏེ། སྐྱེ་བ་ཕྱི་མ་ལ་སངས་རྒྱས་དང་ཉན་ཐོས་མེད་པའི་འདོད་ཁམས་ཀྱི་ལུང་པ་གཅིག་ཏུ་སྐྱེས་ནས། ཁོ་རང་གིས་ཁོ་རང་རང་སངས་རྒྱས་འབྲས་བུ་ཐོབ་པ་ཡོང་སྲིད་ཀྱི་མ་རེད་ཟེར་བ་རེད། ག་རེད་ཟེར་ན་དང་པོ་ཁོ་འདོད་ཁམས་ལ་འཁོར་རེ་སྐྱེ་རུང་གི་མ་རེད་ཟེར་བ་རེད། ད་ལྟ་འོ་ན་བསེ་རུ་ལྟ་བུ་དེས་ས་མཚམས་གཅིག་བཅད། གཞི་ནས་འདོད་ཁམས་ཁོ་ནར་སྐྱེ་བ་མི་རིགས་ཟེར་ཐབས་མེད་ན་ང་ཚོ་འདོད་ཁམས་ལ་སྐྱེ་དགོས་ཀྱི་ཡོད་ན་འདོད་ཁམས་ཀྱི་ཉོན་མོངས་ཡོད་དགོས་ཀྱི་རེད། འདོད་ཁམས་ཀྱི་ཉོན་མོངས་ཡོད་ན་སྐྱེ་བ་ཕྱི་མ་ལ་འདོད་ཁམས་མ་གཏོགས་འགྲོ་ས་ཡོད་མ་རེད། འདོད་ཁམས་ཀྱི་ཉོན་མོངས་མེད་ན། དེ་ནི་ཡང་ན་གཟུགས་ཁམས་ལ་འགྲོ་གི་རེད་ཡང་ན་གཟུགས་མེད་ལ་འགྲོ་གི་རེད། ད་ལྟ་དེ། བསེ་རུ་ལྟ་བུའི་རིགས་ཅན། བསེ་རུ་ལྟ་བུའི། བསེ་རུ་ལྟ་བུ་དེ། སེ་རུ། ད་ལྟ་ཁོ་འདོད་ཁམས་ལ་ཡོད་རེད། བསེ་རུ་ལྟ་བུའི་རིགས་ཅན། ཚོང་ལམ་ལ་འདེད་མཁན་དེ། ད་ལྟ། འདོད་ཁམས་ལ་ཡོད་དེ། འདོད་ཁམས་ལ་ཡོད་བཞིན་དུ། ཁོ་ལ་བསམ་གཏན་བཞི་པའི་སེམས་ཐོབ་ཚར་ཡོད་རེད། ཁོ་ལ་བསམ་གཏན་བཞི་པའི་སེམས་ཐོབ་ན། ཁོ་གིས་འདོད་ཁམས་ཀྱི་ཉོན་མོངས་སྤང་ཚར་བ་རེད། ཁོ་འདོད་ཁམས་ཀྱི་ཉོན་མོངས་སྤང་ཚར་ན་སྐྱེ་བ་ཆེན་པོ་ལ་འདོད་ཁམས་སྐྱེས་འོང་ས་ཡོད་བ་མ་རེད་དེ་དགག་གི་འདུག་འོས་ཤེས་པའི་དོན་དག་རེད། བྱས་ཙང་འོ་ན་བསེ་རུ་ལྟ་བུ། འོ་ན་བསེ་རུ་ལྟ་བུ་དེ། འོ་ན་བསེ་རུ་ལྟ་བུ་དེ་སྟེ། འོ་ན། བསེ་རུ་ལྟ་བུའི་རིགས་ཅན་གྱི་གང་ཟག། ད་ལྟ་ཚོགས་ལམ་ལ་ཡོད་མཁན་དེའི་སེམས་ལ། བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་འདུག་ཐོབ་ཚར་ན། ཤི་ནས་འདོད་ཁམས་སུ་སྐྱེ་བར་མི་རིགས་ཟེར་ན། ཨ་ནི། སྐྱེ་བ་ཕྱི་མ་ལ། དེ་ནས་འདོད་ཁམས་སུ་སྐྱེས་ནས། རང་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་རྩ་ནས་འགྲིག་གི་མ་རེད་ཟེར་གི་རེད། མི་འགྲིག་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ། འདོད་ཁམས་དུ་སྐྱེ་བའི་དབང་ཆ་ཁོ་རེ་ཡོད་མ་རེད། འདོད་ཁམས་དུ་སྐྱེ་བའི་དབང་ཆ་མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་འདོད་ཁམས་ཀྱི་ཉོན་མོངས་ཐམས་ཅད་སྤངས་ཚར་བ་རེད། འདོད་ཁམས་ཀྱི་ཉོན་མོངས་ཐམས་ཅད་སྤངས་ཚར་བའི་རྒྱུ་མཚན་ག་རེ་རེད་ཟེར་ན། དེ་ནི་ཁོ་བསམ་གཏན་བཞི་པའི་སེམས་ཐོབ་ཟེར་བ་རེད། བསམ་གཏན་བཞི་པའི་སེམས་ཐོབ་ན། བསམ་གཏན་གསུམ་པ་མན་ཆད་ཀྱི་ཉོན་མོངས་སྤངས་པ་ཡིན་པའི་ཕྱིར་ཏེ། བསམ་གཏན་གསུམ་པ་མན་ཆད་ཀྱི་ཉོན་མོངས་སྤངས་ཚར་ཚར་བ་རེད། བསམ་གཏན་བཞི་པ་མན་ཆད་ཀྱི་ཉོན་མོངས་སྤངས་ཚར་ཚར་བ་ཡིན་ན། འདོད་ཁམས་ཀྱི་ཉོན་མོངས་ཡང་སྤངས་ཚར་ཚར་བ་རེད། དེ་འདྲའི་ད་ཁོ་འདོད་ཁམས་ལ་སྐྱེ་བའི་དབང་ཆ་མི་འདུག་ཟེར་བཅུག་ན་སྲིད་པ་རེད། ད་ཡང་བརྗོད་ཞུས་ན། འོ་ན་བསེ་རུ་ལྟ་བུ་དེའི་ས་མཚམས་ཀྱི་སྐྱེས་ཨ་ནི། ཤི་ནས་འདོད་ཁམས་དུ་སྐྱེ་བར་མི་རིགས་མཚམས་ཀྱིས་བཅད། ཨ་ནི། དེའི་མཇུག་ལ། པ་ར་ལ། ཁ་ཤས་ཀྱིས་ཐལ་བ་བརྒྱངས། དེ་ནི་ཐ་མ་ཐ་མ། རྟགས་གྲུབ་ཀྱི་མཚོན། བྱེད་ལ་བསམ་གཏན་གསུམ་པ་མན་ཆད་སེ་འགྲོ་བ་རེད། འོ་ན། བསེ་རུ་ལྟ་བུ་དེས་ཏེ། བསེ་རུ་ལྟ་བུའི་རིགས་ཆེན། ད་ལྟ་ཚོགས་ལམ་ལ་ཡོད་མཁན་དེས། ཨ་ནི་བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་བཞག་ཟེར་བ་རེད། ད་བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་ན། ཤི་ནས་འདོད་ཁམས་སུ། འདོད་ཁམས་ཁོ་ནར་སྐྱེ་བ་མི་རིགས་ཟེར་ན། ཁོ་འདི་ནས་ཤི་ནས་སྐྱེ་བ་ཕྱི་མ་འདོད་ཁམས་རྐྱང་པ་ལ་མ་གཏོགས་འགྲོ་ས་རྩ་ན་མེད་མཁན་དེ་འདྲས་དེ་ནི་ཡོང་ཡོང་ཐུབ་ཡས་ཁོ་ར་མི་འདུག་ཟིག་པ་རེད། རྒྱུ་མཚན་ག་རེད་རྒྱུ་མཚན་ག་རེད་ཟེར་ན། ཁོ་གི་བསམ་གཏན་བཞི་པའི་སེམས་ཐོབ་ཚར་བ་ཡིན་དུས་འདོད་ཁམས་ཀྱི་ཉོན་མོངས་སྤངས་ཚར་ཡོད་རེད། འདོད་ཁོ་མོས་ཉོན་མོངས་སྤངས་ཚར་བའི་སྒྲུབ་བྱེད་ག་རེ་ཟེར་ན། ཁོ་གི། བསམ་གཏན་གསུམ་པ་མན་ཆད་ཀྱི་ཉོན་མོངས་སྤངས་ཚར་ན་འདོད་ཁམས་ཀྱི་ཉོན་མོངས་དག་སྤངས་ཚར་ཚར་བ་ཡིན་པ་ཤེས་དགོས་སྐོར་ཡོག་མ་རེད་ཟེར་གོ་རེད། ཟེར་གོ་རེད་ད་མདོར་ན་འདི་རེད་བ། ད་ཚོགས་ལམ་གྱི་སྐབས་སུ་གྲ་སྒྲིག་བྱེད་དགོས་རེད། སྨོན་ལམ་ཚོགས་ལམ་སྐབས་སུ་རྒྱག་དགོས་རེད་བསེ་རུ་ལྟ་བུའི་རིགས་ཆེན་གྱི་གང་ཟག། ཚོགས་ལམ་གྱི་སྐབས་སུ། ད་མདོར་ན། དེ་ནས་སྐལ་པ་བརྒྱ་ཡི་རིང་ལ་ཚོགས་ལམ་ལ། ཚོགས་ལམ་ཐོབ་ནས་སྐལ་པ་བརྒྱ་ཙམ་ཞིག་རིང་ལ་ཨན་ཁོས་ཉམས་ལེན་བྱས་ནས་སྨོན་ལམ་རྒྱག་དགོས་བར་སྐྱེ་བ་ཕྱི་མ་ལ་དེ་ནི་ང་སངས་རྒྱས་དང། ཉན་ཐོས་རྩ་ནས་མེད་མཁན་འདོད་ཁམས་ཀྱི་ལུང་པ་ཞིག་ཏུ་སྐྱེས་ནས་ཨ་ནི་ང་རང་ང་རང་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅིག་ཅེས་སྨོན་ལམ་རྒྱག་དགོས་བ་རེད། ད་ཡིན་དུས་ད་ཚོགས་ལམ་བར་དེ་ཤེས་ན། ངེས་པར་དུ་འདོད་ཁམས་དུ་སྐྱེ་དགོས་ཀྱི་ཡོད་རེད། ད་འདོད་ཁམས་དུ་སྐྱེ་བར་བྱ་བ་ལ་མཐུན་གམ་མཐུན་རྐྱེན་འདོད་ཁམས་ཀྱི་ཉོན་མོངས་དགོས་ཀྱི་ཡོད་རེད། ཁོ་ལ་འདོད་ཁམས་ཀྱི་ཉོན་མོངས་མེད་དུས་ཁོ་ག་འདྲ་ཞིག་སྐྱེ་གི་རེད་ཟེར་གོ་རེད། རེད་བ། བྱས་ཙང་འདི་རེད་འོ་ན་ཟེར་དུས་ད་འོ་ན་ཟེར་ཏེ་གཅིག། རེད་བ། བསེ་རུ་ལྟ་བུ་དེ་ཟེར་གཉིས་པ་བྱས་གཤིས་ནས་འདོད་ཁམས་ཁོ་ནར་སྐྱེ་བ་གསུམ་པ་རེད། ད་འོ་ན་ཟེར་འོ་ན་ཏེ། ཟེར་ནས་བསེ་རུ་ལྟ་བུའི་རིགས་ཅན། ད་ལྟ་འཚོགས་ལོངས་གནས་པ་དེ་ལ། བ་འདི་རེད་བ་ན་སེ་དུས་སེ་རུ་ལྟ་བུའི་རིག་བྱེད་གཉིས་གང་ཟག་གི་སེམས་ལ་ཡོད་པས། མཐོང་ལམ་དེས་བསམ་གཏན་གྱི་དངོས་གཞི་སེམས་ལ་བསམ་གཏན་བཞི་པའི་དངོས་གཞི་སེམས་ལ་རྨང་གཞི་བྱེད་ཀྱི་རེད་ཟེར་བ་དེ་ངས་ཧ་གོ་སོང་ཟེར་བ་རེད། ད་དོགས་པ་འདུག་ཟེར་བ་དོགས་པ་ག་རེ་སེ་རུ་ལྟ་བུ་དེ་སྟེ། དེ་ནི་སེ་རུ་ལྟ་བུའི་རིག་བྱེད་ཡིན་མཁན། ད་ལྟ་ཚོང་ལམ་ལ་གནས་པ་ཡིན་མཁན། སྨོན་ལམ་རྒྱག་གི་ཡོད་རེད་ཡིན་མཁན་དེ་ལ། བསམ་གཏན་གྱི་དངོས་གཞིའི་སེམས་ཐོབ་ཡོད། བསམ་གཏན་གྱི་སེམས་དངོས་གཞིའི་སེམས་ཐོབ་བཞིན་དུ། སྐྱེ་བ་ཕྱི་མ་འདོད་ཁམས་ཁོ་ནར་སྐྱེས་ནས་རང་སངས་རྒྱས་ཀྱི་འབྲས་བུ་ཐོབ་བས་ཀྱི་འཆར་གཞི་བཞག་གི་ཡོད། ད་དེ་འདྲའི་བཞག་མཁན་དེས། སྐྱེ་བ་ཕྱི་མ་འདོད་ཁམས་སུ་སྐྱེ་ཐུབ་ཀྱི་མ་རེད་ཟེར་བའི་དོན་དག་རེད། ཤི་ནས་འདོད་ཁམས་ཁོ་ནར་སྐྱེ་བ་མི་རིགས། འཇིག་རྟེན་འདི་ནས་ཤི་ནས། ལུང་པ་གཞན་དག་ཅི་ལ་འགྲོ། ཁམས་གཞན་དག་ཅི་ལ་འགྲོ་བར་མ་དོ་འདོད་ཁམས་ལ་རྩ་ནས་སྐྱེ་ས་ཡོད་མ་རེད་ཞེས་པའི་དོན་དག་རེད། ཤི་ནས་འདོད་ཁམས་ཁོ་ནར་སྐྱེ་བ་མི་རིགས་སྲིད་དུས། ཁོ། ཤི་ནས་ཡང་ན་གཟུགས་ཁམས་ལ་འགྲོ་བར་ཡང་ན་གཟུགས་མེད་ལ་འགྲོ་བར་མ་དོ་པས། འདོད་ཁམས་ལ་ཁོ་སྐྱེ་ཡའི་དབང་ཆ་ཁོ་ར་རྩ་ནས་ཡོད་མ་རེད་སྲིད་པར། འདོད་ཁམས་ལ་ཁོ་སྐྱེ་ཡའི་དབང་ཆ་མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་འདོད་ཁམས་ཀྱི་ཉོན་མོངས་སྤངས་ཚར་བ་རེད། འདོད་ཁམས་ཀྱི་ཉོན་མོངས་སྤངས་ཚར་བའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་ལ་བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཡོད་རེད། བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཡོད་ན། བསམ་གཏན་གསུམ་པ་མན་ཆད་ཀྱི་ཉོན་མོངས་ཐམས་ཅད་སྤངས་ཚར་བ་ཡིན་དུས། འདོད་ཁམས་ཀྱི་ཉོན་མོངས་དག་སྤང་སྤངས་པ་རེད། འདི་ཤེས་དགོས་རེད་བྱས་ཙང། འོ་ན་བསེ་རུ་ལྟ་བུ་དེ་སྟེ། ཨེ་ནས་བསེ་རུ་ལྟ་བུའི་རིགས་ཆེན། བསེ་རུ་ལྟ་བུའི་རིགས་ཆེན་གྱི་གང་ཟག་ད་ལྟ་ཚོང་ལམ་ལམ་གནས་བསྡད་པ་དེས། བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཡོད་རེད། ཐོབ་ཚར་དུས། ཤི་ནས་འདོད་ཁམས་ཁོ་ནར་སྐྱེ་བ་མི་རིགས་ཏེ། ཁོ་འདི་ནས་ཤི་ནས་སྐྱེ་བ་ཕྱི་མ་འདོད་ཁམས་སུ་སྐྱེ་བའི་དབང་ཆ་གོར་ཡོད་མ་རེད་སྐྱེ་བ་ལེན་དབང་ཆ་གོར་ཡོད་མ་རེད། བྱས་ཙང། ཁམས་གཞན་གཟུགས་ཁམས་གཟུགས་མེད་དུ་འགྲོ་དགོས་རེད་མ་གཏོགས་འདོད་ཁམས་ལ་སྐྱེ་ཐུབ་ཀྱི་མ་རེད། རྒྱུ་མཚན་ག་རེད་ཟེར་ན། ཁོས་འདོད་ཁམས་ཀྱི་ཉོན་མོངས་སྤངས་ཚར་བ་རེད། འདོད་ཁམས་ཀྱི་ཉོན་མོངས་སྤངས་ཚར་བའི་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་ལ་བསམ་གཏན་བཞི་པའི་སེམས་ཐོབ་ཡོད་ན་ཐོབ་ཡོད་པ་ཡིན་དུས་བསམ་གཏན་གསུམ་པ་མན་ཆད་ཀྱི་ཉོན་མོངས་ཐམས་ཅད་སྤངས་ཚར་ཚར་བ་རེད། བསམ་གཏན་གསུམ་པ་མན་ཆད་ཡི་ཉོན་མོངས་སྤངས་ཚར་ཚར་བ་ཡིན་ན་འདོད་ཁམས་ཀྱི་ཉོན་མོངས་དག་སྤངས་ཚར་བ་ཡིན་པ་ལ་ཤེས་དགོས་ཡོད་པར་ཡོད་མ་རེད་ཞེས་ཟེར་བཅུག་ནའང་སྲིད་པ་རེད། ཨ་ནི་ལན་སྤྲད་པ་ལེགས་ཀྱི་མི་ཀྱི་ཡང་དེ་ནི་ཉོན་མོངས་སྨོན་ལམ་གྱི་སྐྱེ་བ་ཡིན་ནོ་སྟེ། ད་དེ་ལྟ་བུའི། བསེ་རུ་ལྟ་བུའི་རིགས་ཅན། ད་ལྟ་ཚོགས་ལམ་ལ་གནས་བསྡད་པ་དེས། དེ་ནས་སེམས་ལ་བསམ་གཏན་བཞི་པའི་དངོས་གཞིའི་སེམས་ཐོབ་ཚར་རེད། ཡིན་ན་ཡང་སྐྱེ་བ་ཕྱི་མ་ལ། དེ་ནས། འདོད་ཁམས་ཚོ་སྐྱེ་བ་གླེང་དགོས་ཀྱི་ཡོད་རེད། ཁོ་རང་གི་འབྲས་བུ་ཐོབ་པ་ལ། ད་དེ་སྐྱེ་འདོད་ཁམས་ཚོ་སྐྱེ་བར་བྱེད་པ་ལ་ལས་ཀྱིས་མི་སྐྱེ་ཡས་ཟེར་ན། ལས་ཀྱིས་མི་སྐྱེ་སྟེ། ལས་དང། འདོད་ཁམས་སྐྱེ་བ་ཕྱི་མ་ལ་འདོད་ཁམས་སུ་ལས་དང་ཉོན་མོངས་དབང་གིས་རང་དབང་མེད་པར་ཁོ་སྐྱེ་གི་མ་རེད། ཡིན་ན་ཡང་སྨོན་ལམ་གྱི་སྐྱེ་བ་ཡིན་ནོ་ཟེར་ན། ཚོགས་ལམ་ལ་གནས་པའི་སྐབས་སུ་སྐལ་བ་བརྒྱ་ཡི་རིང་ལ་སྨོན་ལམ་བཏབ་བྱས་པ་ཡིན་སྐྱེ་བ་ཕྱི་མ་ལ་དེ་འདྲ་ཡོང་བ་ཤོག་ཅིག་སྨོན་ལམ་བཏབ་པའི་དབང་གིས་ཨ་ནི་འདོད་ཁམས་སུ་སྐྱེ་བ་ཡིན་ནོ་ཟེར་བར་དེ་ཡིན་ན་སེམས་འགྲེལ་འགུགས་མ་རེད་ཟེར་བར། ད་དེ། སྐལ་བ་བརྒྱ་ཡི་རིང་ལ་ཚོགས་ལམ་ལ་གནས་ནས་དེ་ནི་ཁོས་སྨོན་ལམ་བཏབ་གི་ཡོད་རེད་རྗེས་མ་འབྲས་བུ་དེ་འདོད་ཁམས་སུ་སྐྱེ་བར་ཤོག་ཅིག་ཟེར་སྨོན་ལམ་བཏབ་གི་ཡོད་རེད། དེ་ནི་ཁོ་སྐྱེ་དགོས་ཡས་ཏེ། ལས་ཀྱིས་མི་སྐྱེ་ཡང་ས་ལས་དང་ཉོན་མོངས་པའི་དབང་གིས། དེ་ནི་འདོད་ཁམས་སུ་རང་དབང་མེད་པར་སྐྱེ་བ་ཞིག་དག་མ་རེད། ཡིན་ན་ཡང་སྨོན་ལམ་གྱིས་སྐྱེ་བ་ཡིན་ནོ་ཟེར་ན་ཁོ་རང། སྐལ་བ་བརྒྱ་ཡི་རིང་ལ། ཚོགས་ལམ་དུ་རང་སངས་རྒྱས་རིག་ཅན་དང་ཉམས་ལེན་བྱེད་པའི་སྐབས་སུ་སྨོན་ལམ་བཏབ་པས་དེའི་རྐྱེན་གྱིས་སྨོན་ལམ་བཏབ་པའི་དབང་གིས་སྐྱེ་བ་ཕྱི་མ་ལ་འདོད་ཁམས་སུ་སྐྱེས་ནས། རང་སངས་རྒྱས་ཀྱི་འབྲས་བུ་ཐོབ་ཀྱི་ཡོད་རེད་ཟེར་བ་རེད།

ལ་རྨང་གཞི་བྱེད་ཀྱི་རེད། བསམ་གཏན་བཞི་པའི་སེམས་དེ་ཤིན་ཏུ་དག་པ་རེད། རྒྱུ་མཚན་ག་རེ་རེད་ཟེར་ན་སྐྱོན་བརྒྱད་ལས་དག་སོང་བ་རེད། སྐྱོན་བརྒྱད་ག་རེ་རེད་ཟེར་ན། དེ་ནས་ཧ་སོ་རེད། རག་རག་རོབ་རོབ་ཙམ་རོབ་ཙམ་བྱས་ནས་བརྟག་དཔྱད་བྱས་ཀྱི་རྟོག་པ། ཞིབ་ཆ་བྱས་ནས་བརྟག་དཔྱད་བྱས་ཀྱི་དཔྱོད་པའི་སེམས། ཨ་ནི་དབུགས་ཕར་བཏང་ཡ་དང། ཚུར་བཏང་ཡས་ཀྱི་སྐྱོན་དེ་ཚོ། ཨ་ནི། ཚོར་བ། སྡུག་བསྔལ། ཡིད་མི་བདེ་བ། བདེ་བ། སེམས་ཀྱི་བདེ་བ། ལུས་ཀྱི་བདེ་བ་སེམས་ཀྱི་དེ་འདྲས་ཀྱི་སྐྱོན་བརྒྱད་མེད་གསུངས་པའི་བསམ་གཏན་བཞི་པའི་སེམས་ལ་ཨ་ནི། རྨང་གཞི་བྱེད་ཀྱི་རེད་ཡ་ན་འདི་འདྲས་བྱས་ན་སྐྱོན་བརྒྱད་ཡོད་རེད་འདི་ལ། བསམ་གཏན་བཞི་པ་སྟེ་ཤིན་ཏུ་དག་པ་ལ་ཀུན་སྐྱོན་བརྒྱད་དག་སོང་བ་རེད་སྐྱོན་བརྒྱད་ག་རེ། རྟོག་པ་སྤྱོད་པ་རྟོག་པ་དང་སྤྱོད་པ་གཉིས་བྱས། དབུགས། འབྱུང་དབུགས་སམ་གཉིས་བྱུང་བ་དབུགས་འཕར། དེ་ནས། བཏང་བ་ལ་དབུགས་འབྱུང་བ་ཚུར་རུ་འཐེན་ན་ལེན་པ་ལ་རྔུབ་པ། དབུགས་འབྱུང་རྔུབ་གཉིས་བྱས་ཏེ་བཞི་ཕྱིན་པ་རེད། དེ་ནས་ཚོར་བ་བཞི་ཡོད་རེད་བ། སྡུག་བསྔལ་དང་ཡིད་མི་བདེ་བ། བདེ་བ་དང་ཡིད་བདེ་བ། བཞི། འདི་ལྟ་བུའི་སྐྱོན་བཞི་མེད་མཁན་གྱི་བསམ་གཏན་བཞི་པའི་སེམས་ལ་རྨང་གཞི་བྱེད་ཀྱི་རེད་ཟེར་བར་མདོར་ན། བསམ་གཏན་བཞི་པ་ཤིན་ཏུ་དག་པ་ལ་བརྟེན་ཏོ་སྟེ། དེ་ནི་བྱང་ཆུབ་སེམས་དཔའི་མཐོང་ལམ་གྱི་རྨང་གཞི་དེ། སྐྱོན་བརྒྱད་མེད་པའི་བསམ་གཏན་བཞི་པའི་སེམས་ལ་རྨང་གཞི་བྱེད་ཀྱི་རེད་ཟེར་བར། སྐྱོན་བརྒྱད་དེ། རྟོག་པ་དང་གཅིག་སྤྱོད་པ་དང་གཉིས་དབུགས་འབྱུང་བ་དང་གསུམ། རྔུབ་པ་དང་བཞི། སྡུག་བསྔལ་དང་ཡིད་མི་བདེ་བ། བདེ་བ་དང་ཡིད་བདེ་བ། ད་བཞི་ཅེས་དེ་ནི་བརྒྱད་བྱ་བར་དེ་ལྟ་བུའི་སྐྱོན་བརྒྱད་མེད་པས་བསམ་གཏན་བཞི་པ་ལ་རྨང་གཞི་བྱེད་པ་ཡིན། ད་དེ་ན་རྟོག་པ་བསལ་ན་ཡུལ་ལ་རྟག་ཆད་རོབ་ཙམ་རོབ་ཙམ་བྱེད་མཁན་གྱི་སེམས་འབྱུང། སྤྱོད་པ་བསལ་ན་ཡུལ་ལ་རྟག་ཆད་བཞི་བརྒྱ་བྱས་ནས་བྱེད་མཁན་གྱི་སེམས་འབྱུང། དབུགས་འབྱུང་བ་དབུགས་བར་བཏང་བ་རྔུབས་ཚུར་ལེན་པ། དེ་འདྲའི་རེ་ཨ་ནི། ལུས་ཀྱི་སྡུག་བསྔལ་སེམས་ཀྱི་ཡིད་མི་བདེ་བ། ལུས་ཀྱི་བདེ་བ་སེམས་ཀྱི་བདེ་བ། ཨོ་དེ་འདྲའི་བརྒྱད་དང་བྲལ་བའི་ཨ་ནི་བསམ་གཏན་བཞི་པའི་སེམས་ལ་རྨང་གཞི་བྱེད་ཀྱི་རེད་ཟེར་བ་རེད། དེ་ནི་ཉེར་བསྡོགས་ལ་མི་བརྟེན་ཏེ་ཟེར་ན། ཉེར་བསྡོགས་ལ་མི་བརྟེན་གཏད་དེ། བྱང་ཆུབ་སེམས་དཔའི་མཐོང་ལམ་དེ་བསམ་གཏན་གྱི་ཉེར་བསྡོགས་ལ། རྨང་གཞི་རྩ་ནས་བྱེད་ཀྱི་མ་རེད་ཟེར་གི་རེད། རྒྱུ་མཚན་ག་རེ་རེད་ཟེར་དེ་དེ་རྒྱུ་མཚན་འདྲ་བ་ག་རེ་རེད་ག་རེ་རེད་རྒྱུ་མཚན་ག་རེ་ཟེར་ན། བྱང་ཆུབ་སེམས་དཔའི་མཐོང་ལམ་ཡིན་ན། སྔོན་དུ་བསམ་གཏན་གྱི་དངོས་གཞི་སེམས་ཐོབ་ཚར་བས་ཁྱབ་པ་རེད་ཟེར་གི་རེད། བྱས་ཙང་ཉེར་བསྡོགས་ལ་མི་བདེན་ཟེར་ད་འདི་ལ། ཉེར་བསྡོགས་དང་མི་བདེན་ཅེས་དེའི་གོང་དུ་སྤ་ར་ར་སྐད་ཆ་ཁ་ཤས་བཅུག་གི་རེད། ཉེར་བསྡོགས་ལ་མི་བདེན་ཟེར་ན། ངེས་རྟོགས་ལ་མི་བརྟེན་གཏད་དེ། བྱང་ཆུབ་སེམས་དཔའི་མཐོང་ལམ་དེ་བསམ་གཏན་གྱི་ངེས་རྟོགས་ཀྱི་སེམས་ལ་རྨང་གཞི་གཙང་ན་བྱེད་ཀྱི་མ་རེད། དེའི་རྒྱུ་མཚན་ག་རེ་རེད་ཟེར་ན། བྱང་ཆུབ་སེམས་དཔའི་མཐོང་ལམ་ཡིན་ན་སྔོན་དུ་བསམ་གཏན་གྱི་དངོས་གཞིའི་སེམས་ཐོབ་ཚར་བས། བརྒྱ་ཆ་བརྒྱ་དམ་པ་ཐོབ་ཚར་བས་ཁྱབ་པ་རེད། ད་དེའི་རྒྱུ་མཚན་ག་རེ་རེད་ཟེར་ན་ད་དེའི་གོང་དུ། བྱང་ཆུབ་སེམས་དཔའི་མཐོང་ལམ་དེའི་གོང། སྔར། ཚོགས་ལམ་གྱི་སྐབས་སུ་ཟེར་བ་རེད། དེ་ནས་ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་པས་ཁྱབ་པ་རེད་ཟེར་བ་རེད། འདི་འདྲ་ཅིག་ཁ་ཤས་ཚུར་ལ་བལྟ། ཉེར་བསྡོགས་ལ་མི་བརྟེན་ཏེ་ཞེས། དེ་འདི་བ་ལ་ཚིག་ཁ་ཤས་ཤིག་བླུག། དེ་ནས་དེའི་གོང་དུ་ཟེར་དེ་འགྲོ་ཡ་རེད། ད། བྱས་ཙང་ཉེར་བསྡོགས་དང་མི་བརྟེན་ཏེ་ཟེར་ན་བྱང་ཆུབ་སེམས་དཔའི་ཚོགས་ལམ་དེ། རྨང་གཞི་བསམ་གཏན་གྱི་ཉེར་བསྡོགས་ཀྱི་སེམས་ལ། རྩ་བ་ནས་བྱེད་ཀྱི་མ་རེད་ཟེར་བ་རེད། ད་དེའི་རྒྱུ་མཚན་ག་རེ་རེད་ཟེར་ན། བྱང་ཆུབ་སེམས་དཔའི་མཐོང་ལམ་ཡིན་ན་སྔོན་དུ་བསམ་གཏན་གྱི་དངོས་གཞི་སེམས་བརྒྱ་ཆ་བརྒྱ་ཐམ་པ་ཐོབ་ཚར་བའི་ཁྱབ་པ་རེད་ཟེར་བ་རེད། དེའི་རྒྱུ་མཚན་ག་རེ་རེད་ཟེར་ན། དེའི་གོང་ཟེར་ན་བྱང་ཆུབ་སེམས་དཔའི་མཐོང་ལམ་དེའི་གོང། ཡནི་ཚོགས་ལམ་གྱི་སྐབས་སུ་ཟེར་བ་རེད། བྱང་ཆུབ་སེམས་དཔའ་དེ་ལ། ཆོས་རྒྱུན་ཡོད་ཏིང་ངེ་འཛིན་ཐོབ་པས་ཏེ་ཆོས་རྒྱུན་ཡོད་ཏིང་ངེ་འཛིན། ཐོབ་པས་ཁྱབ་པ་རེད་ཟེར་གི་རེད། འོ་ན་ཆོས་འབྱུང་གི་ཏིང་ངེ་འཛིན་ཟེར་ནས་ག་འདྲ་བྱེད་ལ་གཟིགས་རེད་ཟེར་ན། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་རྣམས་ལ་ཆོས་ཞུ་ཐུབ་བས་ལ་ཕན་ཐོགས་བྱེད་མཁན་གྱི་ཏིང་ངེ་འཛིན་གྱིས་ལ་གཟིགས་གི་རེད་ཟེར་གི་རེད། ད་འདི་ཆོས་འབྱུང་གི་ཏིང་ངེ་འཛིན་ཡིན་ན་དེ་ནི་ཕྱོགས་བཅུ་གི་སངས་རྒྱས་ལ་ཆོས་ཞུ་བར་འགྲོ་ཐུབ་ཀྱི་ཡོད་རེད། ཏིང་ངེ་འཛིན་དེ་གིས་ཕན་བཏགས་ཀྱི་ཡོད་རེད། བྱས་ཙང་དེའི་གོང་དུ་ཟེར་ན། བྱང་ཆུབ་སེམས་དཔའ་མཐོང་ལམ་དེའི་གོང། སྔར་ཚོགས་ལམ་གྱི་སྐབས་སུ་དེ་འདྲའི་བྱང་ཆུབ་སེམས་དཔའ་དེ་ལ། ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་པས་ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་ཚར་བས་ཁྱབ་པ་རེད་ཟེར་བར། འོ་ན་ཆོས་རྒྱུན་གྱི་ཏིང་ངེ་འཛིན་ནི་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན། དེ་ནི། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ལ་ཆོས་ཞུ་ཐུབ་བས་ལ་ཕན་ཐོགས་བྱེད་མཁན་གྱི་ཏིང་ངེ་འཛིན་ཅིག་ལ་ཟེར་གྱི་ཡོད་རེད་ཟེར་བར། ད་དེ་འདྲའི་ཏིང་ངེ་འཛིན་གྱི་རྨང་གཞི་དེ། བསམ་གཏན་གྱི་དངོས་གཞི་སེམས་ལ་རྨང་གཞི་བྱེད་དགོས་པ་རེད། བྱས་ཙང་ཁོ་ལ། ཁོ་ལ། ཆུ་རྒྱུན་གྱི་ཏིང་ངེ་འཛིན་ཐོབ་ཡོད་ན། རྨང་གཞི་བསམ་གཏན་གྱི་དངོས་གཞི་སེམས་ཐོབ་ཚར་ཚར་བས་ཁྱབ་པ་རེད་འདོད་དེ་འདྲས་རེད་ཟེར་དགོས་རེད། བྱས་ཙང། ཉེར་ཐོག་དང་མི་ལྡན་ལས་ཟེར་ན། ད་ཡང་ཁྱོད་ཞུས་ན་ཉེར་ཐོག་དང་མི་ལྡན་ཏེ་ཟེར་ན། བྱང་ཆུབ་སེམས་དཔའི་མཐོང་ལམ་དེ། བསམ་གཏན་གྱི་དངོས་གཞི་སེམས་ལ་རྨང་གཞི་བྱེད་ཀྱི་མ་རེད་ཟེར་དགོས་རེད། རྒྱུ་མཚན་ག་རེ་རེད་ཟེར་ན། དེ་ནི་བྱང་ཆུབ་སེམས་དཔའི་མཐོང་ལམ་ཡིན་ན། ཁོ་རང་གི་སྔོན་དུ་བསམ་གཏན་གྱི་དངོས་གཞི་སེམས་བརྒྱ་ཆ་བརྒྱ་ཐམ་པ་ཐོབ་ཚར་བས་ཁྱབ་པ་རེད། འོ་ན་དེའི་རྒྱུ་མཚན་གང་ཡིན་ཟེར་ན་དེ་རྒྱུ་མཚན་ཆེན་པོ་ཡོད་རེད་ག་རེད་ཟེར་ན། བྱང་ཆུབ་སེམས་དཔའ་དེའི་མཐོང་ལམ་གྱི་གོང་ཚོང་ལམ་གྱི་སྐབས་སུ། བྱང་ཆུབ་སེམས་དཔའ་ལ། ཆོས་སྦྱིན་གྱི་ཏིང་ངེ་འཛིན་བརྒྱ་ཆ་བརྒྱ་ཐམ་པ་ཐོབ་པས་ཁྱབ་པ་རེད། འོ་ན་དེ་འདྲའི་ཆོས་ཆུང་གི་ཏིང་ངེ་འཛིན་ཟེར་ན་གང་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན། ཕྱོགས་བཅུ་ནས་བཞུགས་པའི་སངས་རྒྱས་ཐམས་ཅད་ལ་སྐུ་མདུན་དུ་བཅར་ནས་ཆོས་ཞུ་ཐུབ་བས་ཀྱི། ཆོས་ཞུ་ཐུབ་བས་ལ་ཕན་ཐོགས་བྱེད་མཁན་གྱི་ཏིང་ངེ་འཛིན་ཅིག་ལ། ཆོས་ཆུང་གི་ཏིང་ངེ་འཛིན་ཞེས་ཟེར་གྱི་རེད། དེ་འདྲའི་ཆོས་ཆུང་གི་ཏིང་ངེ་འཛིན་དེ་ཐོབ་པར་བྱ་བ་ལ། རྨང་གཞི་བསམ་གཏན་གྱི་དངོས་གཞི་སེམས་ཅན་ངེས་པར་དུ་དགོས་ཀྱི་ཡོད་རེད། བྱས་ཙང་ཁོ་ལ་ཆོས་ཆུང་གི་ཏིང་ངེ་འཛིན་ཡོད་ན། རྨང་གཞིའི་བསམ་གཏན་གྱི་དངོས་ཡིད་སེམས་ཡོད་པ་ཡིན་དུས་ཨ་ནེ་བྱང་ཆུབ་སེམས་དཔའ་མཐོང་ལམ་མ་ཐོབ་སྔོན་ལ་བསམ་གཏན་གྱི་དངོས་ཡིད་སེམས་ཐོབ་ཚར་ཡོད་ན་ཨ་ནེ་བྱང་ཆུབ་སེམས་དཔའི་གི་ཐོབ་ལམ་དེས་བསམ་གཏན་གྱི་དངོས་ཡིད་སེམས་ལ་རྨང་གཞི་བྱེད་གིར་མ་གཏོགས་ཉེར་བསྡོགས་ལ་རྨང་གཞི་བྱེད་གི་མ་རེད་ཟེར་བ་རེད། འོན་ཏང་འདིའི་བར་དུ་ཨ་ནེ་ས་གང་ལ་བརྟེན་ཟེར་བཤད་པ་རེད་ད་གཉིས་པ་དེ་ནི་ཡུལ། གསུམ་པ་ཡུལ་གང་ལ་རྟོགས་ཚུལ་ཇི་ལྟར་རྟོགས་པ་ཟེར་ད་ཨ་ནེ་དེར་བ། ཡུལ་གང་ལགས་ཟེར་ན་ད་མཐོང་ལམ་དེ་ཡུལ་ག་འདྲ་ཅིག་ལ་དམིགས་ནས་ཚུལ་ཇི་ལྟར་རྟོགས་པ་ཟེར་ན་གནས་ལུགས་ག་འདྲ་ཅིག་རྟོགས་པའི་རྟོགས་སྟངས་དེ་ཚོའི་སྐོར་ཤེས་དགོས་ཡོད་རེད། ད་འདི་དུས་ཀ་ལ་ཉན་ཐོས་ཀྱི་དེ་ག་སོ་རེད་གནས་ལུགས་རྟོགས་ལབ་དགོས་ར་དེ་སྟོང་ཉིད་རྟོགས་ཟིག་གོ་བདེན་པ་ཞིག་གི་དེ་འདྲ་ད་མདོར་ན་ཡུལ་གསུམ་པ་ཡུལ་གང་ལགས་ཟེར་ན་ད་མཐོང་ལམ་དེ། ཡུལ་གང་ལ་བལྟས་མཐོང་ལམ་དེ་ཡུལ་ག་འདྲ་ཅིག་ལ་དམིགས་ནས། ཚུལ་ཇི་ལྟར་རྟོགས་པ་སམ། གནས་ལུགས་ག་འདྲ་ཅན་རྟོགས་པའི་རྟོགས་སྟངས་སྐོར་བཤད་པ་ནི་ཟེར་བ་རེད། དེ་ནས་ད་མདོར་ན་འདི་གར་སང་མཐོང་ལམ་གྱི་དམིགས་ཡུལ་ག་འདྲ་ཡིན་པ། དམིགས་ཡུལ་དེ་ལ་བརྟེན་ནས་མཐོང་ལམ་གྱི་གནས་ལུགས་ག་འདྲ་ཅིག་རྟོགས་པ་དེའི་སྐོར་བཤད་ཀྱི་ཡོད་རེད། དེ་ལ་ཐེག་ཆེན་ཐེག་པ་ཐུན་མོང་བའི་ལུགས་ཇི་ལྟར། ཐེག་ཆེན་ཐུན་མོང་མ་ཡིན་པའི་ལུགས་གཉིས་ཡོད་རེད། ཐེག་པ་ཐུན་མོང་བ་སྟེ། དེ་ནི་ཐེག་ཆེན་ཐེག་མིན་ཡོངས་གྲགས་ཀྱི་སྐད་ཆ་འདྲ་བ་ཅིག་ཤེས་པ་ཡིན་ན། དེ་ནི་ཉན་ཐོས་ཀྱི་ཐོག་ལམ་གྱི་གནས་ལུགས་རྟོགས་སྟངས། རང་སངས་རྒྱས་ཀྱི་ཐོག་ལམ་གྱི་གནས་ལུགས་རྟོགས་སྟངས་དེ་ནི་བྱང་ཆུབ་སེམས་དཔའི་ཐོག་ལམ་གྱི་གནས་ལུགས་རྟོགས་སྟངས་གསུམ་ཡོད་རེད། དེས་ན་དང་པོ་ཉན་ཐོས་ཡུལ་བདེན་པ་ཞིག་ལ་གང་ཟག་གི་བདག་མེད་རྟོགས། ཏེ། ཟེར་བ་རེད། ཟེར་དུས་དེ་ནི་ཉན་ཐོས་ཀྱི་མཐོང་ལམ་དེ་ཡིས། ཡུལ་བདེན་པ་ཞིག་གི་གནས་ཚུལ་ལ་དམིགས་ནས། ཡུལ་བདེན་པ་ཞིག་ལ་དམིགས་ནས། དེ་ནི། རྣམ་པ་གང་ཟག་གི་བདག་མེད་དོ་ཟེར་ན། རྣམ་པ་གང་ཟག་སྟོང་ཉིད་དུ་རྟོགས་ཡོད་རེད་ཟེར་བ་རེད། ད་དེ་ཡུལ་བདེན་པ་ཞིག་རེད་རྟོགས་སྟངས་དེ། གང་ཟག་བདེན་མེད་དུ་རྟོགས། གང་ཟག་བདག་མེད་དུ་རྟོགས་གང་ཟག་སྟོང་ཉིད་དུ་རྟོགས་གི་ཡོད་པ་རེད་ཟེར་བ་རེད། གང་ཟག་ཟེར་ནས་རེད་སེམས་ཅན་ཟེར་ནས་རེད་ད་མི་ཟེར་ནས་གཅིག་པ་རེད། ཕུང་པོ་ལྔ་ལ་བརྟེན་ནས་རྟགས། ཕུང་པོ་ལྔ་ལ་བརྟེན་ནས་གང་ཟག་ཟེར་བཏགས་གི་ཡོད། ཕུང་པོ་ལྔ་ལ་བརྟེན་ནས་བདག་ཟེར་བཏགས་གི་ཕུང་པོ་ལྔ་ལ་བརྟེན་ནས་བཀྲ་ཤིས་ཟེར་བཏགས་གི་དེ་ལ་གཟིགས་པར་འདོད་ན། ཉན་ཐོས་ཀྱི་མཐོང་ལམ་དེ་ཡི། ཡུལ་བདེན་པ་ཞིག་ལ་དམིགས་ནས་ཟེར་བ་རེད།

རྣམ་རྟོག་གི་ཡུལ་དུ་གྱུར་པའི་གང་ཟག་བདག་མེད་དེ་རྟོགས་པ་མ་རེད་ཟེར་བ་རེད། དེ་ཡང་ཟེར་ན་རྟོགས་བྱ་གང་ཟག་གི་བདག་མེད་དེ་ཡང། རྣམ་པར་གཞག་པའི་བདེན་པ་ལས་དམིགས་པ་མ་ཡིན་གྱི་སྟེ། རྣམ་རྟོག་གི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད་དེ་རྟོགས་པ་མ་རེད་ཟེར་བ་རེད། འོ་ན་གར་རྟོགས་པ་རེད་ཟེར་ན། རྣམ་པར་མ་གཞག་པའི་བདེན་པ་ཞེས་བྱ་བ་རང་གི་མཚན་ཉིད་ལ་དམིགས་པའོ་སྟེ། འཕགས་པ་རྣམས་ཀྱི་མཉམ་གཞག་གི་ཡེ་ཤེས་ཀྱི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད། མཚན་ཉིད་པ། གང་ཟག་གི་བདག་མེད་ངོ་མ། དེ་མངོན་སུམ་དུ་རྟོགས་པ་ཡིན་ནོ། ག་རེ་ཟེར་ན། རྣམ་པར་གཞག་པའི་བདེན་པ་ལ་དམིགས་པ་ཟད་དེ་དམིགས་པ་མ་ཡིན་ཟེར། དེ་རྣམ་རྟོག་གི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད་ཀྱི་དོན་སྤྱི་རེད་དེ་གོ་ཡ་ཡོད་མ་རེད། དོན་སྤྱི་དེ་འདི་ལྟར། ཉན་ཐོས་ཀྱི་མཐོང་ལམ་སྟེ། དེ་ནི་དེའི་རེ་བ་གང། རྟོག་མེད་ཡེ་ཤེས་རྟོག་མེད་ཀྱི་ཤེས་པ་རེད། རྟོག་མེད་ཀྱི་ཤེས་པ་གིས་རྣམ་རྟོག་ཡུལ་རྟོག་གི་མ་རེད། བྱས་ཙང། ད་དེ་ཡང་ཟེར་ན་རྟོག་བྱ་གང་ཟག་གི་བདག་མེད་དེ་ཡང། གཉིས་ཡོད་རེད་ཟེར་བ་རེད། གཉིས་ནང་ནས། རྣམ་པར་བཞག་པའི་བདེན་པ་ལས་དམིགས་པ་མ་ཡིན་གྱི་སྟེ། རྣམ་རྟོག་གི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད་དེ། དོན་ཅི་ཡིན་ཙང་དེ་མངོན་སུམ་དུ་རྟོག་གི་མ་རེད་ཟེར་བ་རེད། འོ་ན་གར་རྟོག་གི་རེད་ཟེར་ན། རྣམ་པར་མ་བཞག་པའི་བདེན་པ་ཞེས་བྱ་བ། དེ་ནི་རྣམ་པར་མ་བཞག་པའི་བདེན་པ་ཞེས་བྱ་བ་སྟེ། འཕགས་པའི་མཉམ་བཞག་གི་ཡེ་ཤེས་ཀྱི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད་རང་གི་མཚན་ཉིད་སྟེ་ངོ་མ། དམིགས་པ་སྟེ་དེ་མངོན་སུམ་དུ་རྟོགས་པ་ཡིན་སྲིད་པར་ལྟ་འདི་རྟོགས་སྟངས་དེར་བཤད་པ་རེད་ཟེར་བ། མདོར་ན། ཉན་ཐོས་ཀྱི་མཐོང་ལམ་གྱི་ཡུལ་བདེན་པ་ཞིག་ལ་དམིགས། དེ་ནི། རྣམ་པ། དེ་ནས་གང་ཟག་གི་བདག་མེད་མངོན་སུམ་དུ་རྟོགས་པར་རེ་ཟེར་བ། དེ་ལྟ་བུའི་རྟོགས་བྱ་གང་ཟག་བདག་མེད་དེའང་གཉིས་ཡོད་རེ་ཟེར་བ། རྣམ་རྟོག་གི་ཡུལ་དུ་གྱུར་པའི་གང་ཟག་གི་བདག་མེད། དེ་རྣམ་པར་གཞག་པའི་གང་ཟག་གི་བདག་མེད་རེད། ནི་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་ཡུལ། རྣམ་པར་མ་གཞག་པའི་གང་ཟག་གི་བདག་མེད་རེད། དེ་གང་ཟག་དང་གཉིས་མཚན་ཉིད་པར་དེ་མངོན་སུམ་དུ་རྟོགས་པར་རེ་ཟེར་བ། དང། རང་སངས་རྒྱས་ཀྱིས་གང་ཟག་གི་བདག་དང་ཆོས་ཀྱི་བདག་གཟུང་བ་རང་བཞིན་མེད་པར་རྟོགས་ཟིན་ད་འདི་ག་ལ་གཅིག་དང་ཕྱེད་ཀ་རྟོགས་ཀྱི་ཡོད་རེད་ད་འདི། ཉན་ཐོས་ཀྱི་མཐོང་ལམ་གྱིས་གཅིག་མ་གཏོགས་རྟོགས་ཡོད་མ་རེད་གང་ཟག་བདག་མེད་རྐྱང་པ་རྟོགས་པ་རེད། ད་འདིའི་སྐབས་སུ་གང་ཟག་བདག་མེད་ཆ་ཚང། ཆོས་ཀྱི་བདག་མེད་ཕྱེད་ཀ་རྟོགས་ཀྱི་ཡོད་རེད་བྱས་ཙང་རང་སངས་རྒྱས་ཀྱི་མཐོང་ལམ་གྱིས། དམིགས་ཡུལ་བདེན་པ་ཞིག་ལ་དམིགས་ནས་གང་ཟག་གི་བདག་སྟེ། གང་ཟག་གི་བདག་མེད་ཆ་ཚང་རྟོགས། ཆོས་ཀྱི་བདག་སྟེ། ཆོས་ཀྱི་བདག་གི་དེ་ཆོས་ཀྱི་བདག་མེད་ལ། གཟུང་བ་ཆོས་ཀྱི་བདག་མེད་དང་འཛིན་པ་ཆོས་ཀྱི་བདག་མེད་གཉིས་ཡོད་པའི་ནང་ནས་ཕྱེད་ཀ། གཟུང་བ་རང་བཞིན་མེད་པར་རྟོགས་ཟེར་ན། དེ་ནི། ལོངས་སྤྱད་བྱ་གང་ཡིན་པ་ཐམས་ཅད་སྟོང་ཉིད་དུ་རྟོགས་གི་ཡོད་རེད་ཟེར་བ་རེད། ད། དེ་ནི། བདག་མེད་གཅིག་དང་ཕྱེད་ཀ་རྟོགས་པ་རེད། བྱས་ཙང། རང་སངས་རྒྱས་ཀྱི་མཐོང་ལམ་གྱི་དམིགས་ཡུལ་བདེན་པ་བཞི་ལ་དམིགས་པ་རེད། རྣམ་པ། དེ་ནས་གང་ཟག་གི་བདག་མེད་ཆ་ཚང་རྟོགས། ཆོས་ཀྱི་བདག་མེད་ལ་གཉིས་ཡོད་རེད་བ། གཟུང་བ་ཆོས་ཀྱི་བདག་མེད་དང་འཛིན་པ་ཆོས་ཀྱི་བདག་མེད། ད། དེ། ཆོས་ཀྱི་བདག་མེད་ཕྱེད་ཀ་དེ་གཟུང་བ་ཆོས་ཀྱི་བདག་མེད་རེད། གཟུང་བ་རང་བཞིན་མེད་པར་རྟོགས་པ་རེད་འདི་མངོན་སུམ་དུ་རྟོགས་པ་རེད། ཟེར་བ་རེད། ད་གཅིག་དེ་ཕྱེད་ཀ་རྟོགས་པ་རེད་བྱང་ཆུབ་སེམས་དཔའི་བདག་མེད་གཉིས་ཀ། རྟོགས་སོ་སྟེ། བྱང་ཆུབ་སེམས་དཔའི་མཐོང་ལམ་གྱི་དམིགས་ཡུལ་བདེན་པ་ཞིག་ལ་དམིགས་ནས། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀ་ངོས་བཟུང་ལ་རྟོགས་པ་ཡིན་ནོ་ཟེར་བ་ལྟ་དེ་རེད། འདི་ལ་ཟེར་ན། མཐོང་ལམ་གསུམ་པོ་འདི་ལ། ཉན་ཐོས་ཀྱི་མཐོང་ལམ། རང་རྒྱལ་གྱི་མཐོང་ལམ། བྱང་ཆུབ་སེམས་དཔའི་མཐོང་ལམ་གསུམ་པོ་འདི་ལ། དགོངས་ནས་ཆོས་མངོན་པ་ལ་འདི་ལྟར་གསུངས་པ་རེད་ཟེར་བ་རེད།

སོ་སོར་སོ་སོར་རང་རང་ལ་སྟེ། འཕགས་པའི་མཉམ་གཞག་ཡེ་ཤེས་དེ་ཡིས། རྐྱེན་བྱས་ནས་ཁོ་རང་གི་སེམས་ལ། ཆོས་ཀྱི་བརྡ་གསལ་བ་དང། སེམས་ཅན་གྱི་བརྡ་སེམས་ཅན་ཟེར་ན་གང་ཟག་རེད། བརྡ་ཟེར་ན་འདི་སེམས་ཅན་རེད་འདུག་སྙམ་དུ་བསམ་པའི། དེ་ནས་འདུ་ཤེས་དེ་རེད་གསལ་བ་ཟག་མེད་པར་བཟོས་པ་རེད། མདོར་ན་གར་སེལ་བ་ཟེར་ན། དེ་ནས་སོ་སོར་རང་ལ་སྟེ་སོ་སོ་རང་རང་ལ་སྟེ། འཕགས་པའི་མཉམ་གཞག་ཡེ་ཤེས་དེ་ཡིས། ཁོ་རང་གི་སེམས་ལ། སེམས་ཅན་གྱི་བརྡ་གསལ་བ་སྟེ། སེམས་ཅན་དུ་འཛིན་པའི་རྣམ་རྟོག་དེ། བར་མེད་པར་བྱས་ཞེས་རེད་ཟེར་བ་རེད། དེས་ན་སེམས་ཅན་ཟེར་ན་གང་ཟག་རེད། བརྡ་ཟེར་ན། དེ་ནི་དེ་དང་དེ་ཡིན་ས་བསམ་པའི། རྣམ་རྟོག་དེ་རེད་སར་བ་ས་མེད་པར་བཟོས་པ་རེད། མདོར་ན། དེ་མདོར་ན་གང་ཟག་གི་བདག་འཛིན་ཟིག་པ་རེད་ད་མདོར་ན། དེ་ནི་གང་ཟག་གི་བདག་འཛིན་ཞེས་པའི་དོན་དང་རེད་དེ་ནི་སེམས་ཅན་ཟེར་ན་གང་ཟག། གང་ཟག་ཅེས་གང་ཟག་གི་བདག་ཅེས། བདག་ཟེར་ན་འཛིན་པ་རེད་གང་ཟག་གི་བདག་འཛིན་ཅེས་སར་ཟེར་ན་མེད་པར་བཟོས་པ་རེད། ཨ་ནི། སོ་སོ་རང་རང་ལ་སྟེ་འཕགས་པའི་མཉམ་གཞག་ཡེ་ཤེས་དེ་ཡིས། ཁོ་རང་གི་སེམས་ལ། སེམས་ཅན་གྱི་བདག་ཟེར་བ་སྟེ་གང་ཟག་གི་བདག་འཛིན་དེ་མེད་པར་བཟོས་ཤེས་ཀྱི་རེད་ཟེར་བ་རེད། ད་འདི་ཉན་ཐོས་ཀྱི་མཐོང་ལམ་དང། ཉན་ཐོས་ཀྱི་མཐོང་ལམ་ལ་དགོངས་ནས་གསུངས་སོང་རེད། ཨ་ནི་ཆོས་ཀྱི་བདག་ཟེར་བ་ད་ཆོས་ཀྱི་བདག་ཟེར་བ་ཟེར་དུས་ཡང་གཅིག་པ་རེད་སོ་སོ་རང་ལ་ཟེར་ཏེ་སོ་སོ་རང་རང་ལ་ཟེར་ཏེ་ཡོད་པ་རེད་སོ་སོ་རང་རང་ལ་ཆོས་ཀྱི་བདག་ཟེར་བ་དང་ཟེར་དགོས་ཡ་རེད། དེ་ནི་གར་ཟེར་བ་ཟེར་ན། སོ་སོ་རང་རང་ལ་ཟེར་ན་ཡང་འཕགས་པའི་མཉམ་གཞག་ཡེ་ཤེས་དེ་ཡིས་ཁོ་རང་གི་སེམས་ལ། ཡང་ཆོས་ཟེར་ན། དེ་ནི་རང་རྒྱུད་ཀྱི་ཕུང་པོ། རྐང་པ་ལག་པ་ལ་སོགས་པ་དེ་ཚོ་རེད། བདག་ཟེར་ན་ཡང་ནི། རྣམ་དེ་དང་དེ་ཡིན་པར་འཛིན་པའི་རྣམ་རྟོག་རེད། ཡང་ནི་བསལ་བ་མེད་པར་སོང་མདོར་ན་ཆོས་ཀྱི་ཆོས་ཀྱི་ཆོས་ཀྱི་བདག་བསལ་བ་ཟེར་ན་བཟུང་བ། ལོངས་སྤྱད་བྱ། གཟུང་བ། ལོངས་སྤྱད་བྱ། གཟུང་བ་ཡིན་པའི་ཆོས། དེ་དང་དེ་རྣམས། དེ་ནི། རེད་འདུག་བསམ་པའི་རྣམ་རྟོག་དེ་ཕར་མེད་པ་སུས་ཤེས་པ་རེད། དེ་དུས་དེ་ནི། གང་ཟག་གི་བདག་མེད་རྟོགས་པའི་སྟེང་དུ། གཟུང་བ་ཆོས་ཀྱི་བདག་མེད་རྟོགས་པ་རེད་ཞེས་པའི་དོན་དག་བསྟན་དགོས། མདོར་ན། ཆོས་ཀྱི་བདག་གསལ་བ། ཆོས་ཀྱི་བདག་གསལ་བ་ཟེར་ན། གཟུང་བ་རང། དེ་ནི། རང་རྒྱུད་ཀྱི་རང་ལ་ཡོད་པའི་ལོངས་སྤྱད་བྱ། ལག་པ་སྐམ་པ་ལ་སོགས་པ་དེ་ཚོ། དེ་དང་དེ་རེད་འདུག་སྙམ་པའི་བརྡ་དེ་རྣམ་རྟོག་དེ་བསལ་ཏེ་བར་མེད་པར་བཟོས་བྱ་གི་རེད་ཟེར་བ་རེད། དེ་འདི་ནས་ནི་རང་སངས་རྒྱས་ཀྱི་མཐོང་ལམ་ལ་དགོངས་ནས་གསུངས་པ་རེད། དེ་གར་ཆོས་ཀྱི་བརྡ་བསལ་བ་ཟེར་ན་གཟུང་བ་ཆོས་ཀྱི་བདག་མེད་ཟེར་བར་དོན་མདོར་ན། ཆོས་ཀྱི་གཟུང་བ་ཆོས་ཀྱི་བདག་འཛིན་ཟེར་བར་མདོར་ན་ཆོས་ཀྱི་བདག་ཟེར་ན།

ད་གོང་གི་དང་འདྲ་དེ་སོ་སོ་རང་རང་ལ་ཐམས་ཅད་དུ་གཉིས་ཀའི་བརྡ་གསར་བ་སུ་འགྲོ་གི་རེད། སྟེང་གི་གསར་བྱེད་ནི་ཆུ་ལྟ་བུ་འོག་ཐམས་ཅད་ལ་སྦྱར་ནས་སོ་སོ་རང་རང་ལ་སེམས་ཅན་གྱི་བརྡ་གསར་བ་སོ་སོ་རང་རང་ལ་ཆུ་ཡི་བརྡ་གསར་བ་སོ་སོ་རང་རང་ལ་ཐམས་ཅད་དུ་གཉིས་ཀའི་བརྡ་གསར་བ་སུ་བ་རེད། སོ་སོ་རང་རང་ལ་སྟེ། དེ་ནི་འཕགས་པའི་མཉམ་གཞག་ཡེ་ཤེས་དེ་ཡིས་ཁོ་རང་གི་སེམས་ལ་ཐམས་ཅད་དུ་གཉིས་ཀའི་བརྡ་གསར་བ་སྟེ། གང་ཟག་ཏུ་བདེན་པར་འཛིན་པ། ཆོས་སུ་བདེན་པར་འཛིན་པ་གཉིས་ཀ་མེད་པར་བཟོས་བཤད་ཀྱི་རེད། དེ་ཡིན་དུས་བདག་མེད་གཉིས་ཤེས་པར་ལྟ་འདི་ཐེག་པ་ཆེན་པོའི་བྱང་ཆུབ་སེམས་དཔའི་མཐོང་ལམ་ལ་དགོངས་ནས་གསུངས་པར་དེ་འདྲས་གསུམ་གསུངས་པ་རེད། ཨ་ནི་མངོན་པ་ལ་སོང་བ་ན་ཤིང་ད་ག་རང། དེ་ནི་རྣམ་པར་བསྟན་ལ་ཨ་པའི་འདུལ་བ་ལ་ཡང་གསུང་གི་འདུག་ཟེར་བ་རེད། ག་འདྲས་གསུང་གི་འདུག་ཟེར་དུས། འཇིག་རྟེན་པའི་ངེས་པར་འབྱེད་པའི་ཆ་དང་མཐུན་པ། དགེ་བའི་རྩ་བ།

དགེ་བའི་རྩ་བ་མཐར་གཏུགས་པ་ཟེར་ན། དེ་ནི་སྦྱོར་ལམ་གྱི་ཉམས་ལེན་ཐམས་ཅད་མཐར་ཕྱིན་འགྲོ་དུས། དེའི་རྗེས་ལ་དེའི་མཇུག་ལ་ནི། མཐོང་ལམ་གྱི་ཡེ་ཤེས་སྐྱེ་ཡོང་གི་རེད། བྱས་ཙང་དེ་རུ་བ། ངེས་པར་འབྱེད་པའི་ཆ་དང་མཐུན་པ་སྟེ། སྦྱོར་ལམ་གྱིས་དགེ་བའི་རྩ་བ་མཐར་ཐུག་པ་སྟེ། ཉམས་ལེན་ཡོངས་རྫོགས་བྱས་ཚར་བའི་མཇུག་ལ་ནི་མཐོང་ལམ་གྱི་ཡེ་ཤེས་སྐྱེ་ཡོང་གི་རེད་ཟེར་གི་རེད། མཐོང་ལམ་ཡེ་ཤེས་སྐྱེ་ཡི་མགོ། བྱས་ཙང། སོ་སོའི་བདག་ཉིད་ལ། དེ་ལྟ་བུའི། སོ་སོའི། སོ་སོའི་བདག་ཉིད་ལ། དེ་ལྟ་བུའི། མཐོང་ལམ་ཡེ་ཤེས་རྒྱུད་ཡོད་པའི་བྱང་ཆུབ་སེམས་དཔའ་དེ་ལ་ཟེར་བ་རེད། ཡང་ན། བྱང་ཆུབ་སེམས་དཔའ་དེ་ལ་མ་རེད་ད། འདི་གར་གསུངས་ན་གང་ཟག་དེ་ལ་རེད་བ། འཇིག་རྟེན་པའི་འདི་བྱང་ཆུབ་སེམས་དཔའ་གཅིག་པོ་མ་རེད་སངས་མ་རེད་ཡར་བ་ད་འཇིག་རྟེན་པའི་ངེས་པར་འབྱེད་པའི་ཆ་དང་མཐུན་པ། དགེ་བའི་རྩ་བ་མཐར་ཐུག་པའི་འབྱེད་ལ། སོ་སོའི་བདག་ཉིད་ལ། སོ་སོའི་བདག་ཉིད་ལ་ཟེར་དུས། དོན་དག་ཅིག་རེད་བྱས་ཙང་མདོར་ན་འཇིག་རྟེན་ངེས་པར་འབྱེད་པའི་ཆ་དང་མཐུན་པ་དགེ་བའི་རྩ་བ་མཐར་ཐུག་པའི་རྗེས་ལ་སྟེ། སྦྱོར་ལམ་ཆ་ཚང་མཐར་ཕྱིན་པའི་མཇུག་ཏུ་ཟེར་བ་རེད། སོ་སོའི་བདག་ཉིད་ལ་སྟེ། མཐོང་ལམ་ཐོབ་པའི། མཐོང་ལམ་ཐོབ། ཐོབ་ཡོང་གི་རེད་དེ་འདྲའི་མཐོང་ལམ་ཐོབ་པའི་གང་ཟག་གི་རྒྱུད་ལ་ཟེར་བ་རེད། བྱས་ཙང་འདི་སྐབས་ལ་ངེས་པར་འབྱེད་པའི་ཆ་དང་མཐུན་པའི། ཆ་དང་མཐུན་པ་དགེ་བའི་རྩ་བ་མཐར་ཐུག་པའི་རྗེས་ལ་ས་དོན་དག་གཅིག་ཤེས་ན་ཁྲིགས་དོན་དག་གཅིག་རིག་གར་ཟེར་བ་ཟེར་ན་ཨ་ནི་སྦྱོར་ལམ་ཆ་ཚང་མཐར་ཕྱིན་པའི་མཇུག་ཏུ་ཟེར་བ་རེད། སོ་སོའི་བདག་ཉིད་ལ་བལྟས། མཐོང་ལམ་ཐོབ་མཁན་གྱི་གང་ཟག་དེ་ཡི་སེམས་ལ། དེ་ནི་གོང་གི་སྐྱོན་དུ་ཡོད་མ་རེད་ཟེར་བ། སེམས་སེམས་ཅན་གྱི་བདག་གསལ་བ་ལ་དམིགས་ཤིང། སེམས་ཅན་གྱི་བདག་གསལ་བར་དམིགས་ཤིང་སྟེ། དེ་ནི་གང་ཟག་ཏུ་བདེན་པར་འཛིན་པ་དེས་ནི་སྤང་བྱའི། སྤང་བྱའི། དེའི་སྟེང་དུ། མཐོང་བས་སྤང་རོགས་བྱེད་པ་ཕྱོགས་དང་མཐུན་པའི་གནས་ངན་ལེན་ཏེ། མཐོང་སྤང་ཉོན་མོངས། ཆུང་ངུ་དང་བྲལ་བ་དེ་སྤངས་པས་ནི་སེམས་དང་པོ་སྐྱེས་པ་ཡིན་སྲིད་པ་རེད། ད་འདི་གཙོ་བོར་ཉན་ཐོས་ཀྱི་མཐོང་ལམ་ལ་བཤད་རྒྱུ་རེད་བྱས་ཙང། ད་སེམས་ཅན་གྱི་བརྡ་གསལ་བ་ལ་དམིགས་ཤིང་སྟེ། གང་ཟག་ཏུ་བདེན་པར་འཛིན་པའི་བསམ་བློ་ངན་པ་དེ་བར་སྤངས་ཤིང། དེའི་སྟེང་དུ་མཐོང་བས་སྤང་བར་བྱ་བའི་ཕྱོགས་དང་མཐུན་པའི་གནས་ངན་ལེན་ཏེ། མཐོང་སྤང། ཉོན་མོངས། ཆུང་ངུ་དེ་ཚོ་དང་བྲལ་བ་དེ་སྤངས་པས་སེམས་དང་པོ་སྐྱེ་བ་ཡིན་ཅེས་པ་རེད། ད་གཙོ་བོ་ཉན་ཐོས་ཀྱི་ཐོག་ལམ་ལ་ཞེས་པ་རེད། ད་དེའི་རྗེས་ལ། ད་དེའི་རྗེས་ལ་སུ་རང་རྒྱལ་དེའི་རྗེས་ལ། ད་དེའི་རྗེས་ལ་ས་ཉན་ཐོས་ཀྱི་ཐོག་ལམ་དེའི་རྗེས་ལ། ནི་ད། ཡང་ན། དེ་ནས་དེའི་རྗེས་ལ་སོགས་གོ་བ་འདྲ་བོ་དེ་དེར། ཆུང་ངུ་དང་བྲལ་བའི་སེམས་དང་པོ་སྐྱེས་པ་དེའི་རྗེས་ལ་ཟེར་བ་རེད། ད་སོ་སོའི་བདག་ཉིད་ལ་སྟེ། དེ་ནས། རང་རྒྱལ་གྱི་ཐོག་ལམ་ཐོབ་པའི་གང་ཟག་དེའི་རྒྱུད་ལ་ལམ་ནས་འགྲིག་གི་རེད་དེ་མིན་ན། མཐོང་ལམ་ཐེབས་པའི་གང་ཟག་དེ་རྒྱུད་ལ་འགྲིག་རེད་ད་ང་ཚོ་དང་པོ་གཙོ་བོ་གོང་ས་དེ་དང་པོ་དེའི་རྗེས་ལ་ཟེར་ན་ཨ་ནི་ཉོན་མོངས་ཆུང་ངུ་དང་བྲལ་བའི་སེམས་དང་པོ་སྐྱེས་པ་དེའི་རྗེས་ལ་སོ་སོའི་བདག་ཉིད་ལ་སྟེ། མཐོང་ལམ་ཐོབ་མཁན་གྱི་གང་ཟག་དེའི་སེམས་ལ། ཆོས་ཀྱི་བརྡ་གསལ་བ་ལ་དམིགས་ཤིང་སྟེ། ཆོས་བདེན་པར་འཛིན་པའི་བདེན་འཛིན་ཕར་སྤངས་ཤིང། མཐོང་བས་སྤང་བར་བྱེད་པའི་ཕྱོགས་དང་མཐུན་པའི་གནས་ངན་ལེན་ཏེ། མཐོང་སྤང་ཉོན་མོངས་འབྲིང་དང་བྲལ་བ་འབྲིང་སྤངས་པས་སེམས་གཉིས་པ་སྐྱེ་བ་སེམས་གཉིས་པ་དེ་སྐྱེ་བ་ཡིན་ནོ་ཟེར་བ། འདི་སྒོམ་ལམ་གྱི་བར་དེ་ག་ས་རང་རྒྱལ་གྱི་མཐོང་ལམ་ལ་གཙོ་བོར་དགོངས་ནས་གསུངས་པ་རེད། ཡིན་རྒྱུ་དང་འདི་ཐེག་ཆེན་མཐོང་ལམ་ལ་དེ་འདྲ་སྦྱར་ཆོག་གི་རེད་གར་སང་ཐེག་པ་ཆེན་པོའི་མཐོང་ལམ་སྟེ། བདག་མེད་གཉིས་ཀ་རྟོགས་པ་ཡིན་ཙང་འདིའི་རིམ་པ་བཞིན་དུ་སྐྱེ་གི་ཡོད་རེད་ད་དེའི་རྗེས་ལ་ཟེར་དུས། ཉོན་མོངས་འབྲིང་སྤངས་པས་སྤངས་པ་དེའི་རྗེས་ལ། དེ་ནས། ཐོབ་མཁན་ཐོབ་མཁན་གྱི་གང་ཟག་དེའི་སེམས་ལ། ཆོས་ཐམས་ཅད་ཀྱི་བརྡ་གསལ་བ་ལ་དམིགས་ཤིང་ཏེ། དེ་ནས། གང་ཟག་དང། གང་ཟག་ཏུ་བདེན་པར་འཛིན་པ་དང། ཆོས་ལ་བདེན་པར་འཛིན་པ་གཉིས་ཀ་བར་སྤངས་ཤིང། མཐོང་བའི་སྤང་ར་ཆེ་བའི་ཕྱོགས་དང་མཐུན་པའི་གནས་ངན་ལེན་ཏེ་མཐོང་སྤང་ཉོན་མོངས་ཆུང་ངུ། མཐོང་སྤང་ཉོན་མོངས་ཆེན་པོ་དང་བྲལ་བ་སྟེ། སྤངས་པས་ནི་སེམས་སེམས་པ་སྐྱེ་གི་རེད་ཟེར། དེ་ལྟ་ན་རྒྱུ་མཚན་དེའི་ཕྱིར་ན། ད་ལྟ་དེ། ཉོན་མོངས། ཆེ། འབྲིང། ཆུང་གསུམ་པོ་དེ་དག་དང། བྲལ་བ། བྲལ་བ་དེ་དག་ནི། མཐོང་བའི་ལམ། ཤེས་པ་ཡིན་ནོ་ཟེར། བརྡ་གསལ་བ་གསུམ་པོ་འདི་བརྡ་གསལ་བ་གསུམ་པོ་འདི་ཟེར་ན། ད་ལྟ། དེ་ནི་གང་ཟག་ཏུ་བདེན་པར་འཛིན་པ། སྤང། གཅིག་རེ། ཟླ་གསལ་བ་དང་པོ། ཡང་ནི་ཆོས་སོགས་བདེན་པར་སེལ་བ། དེ་ནི་སྤངས་པ་སྟེ་ཟླ་གསལ་བ་གཉིས་པ། ཆོས་དང་གང་ཟག་གཉིས་ཀར་འཛིན་པ་སྤངས་པར་ཟླ་གསལ་བ་གསུམ་པ་རེ། འདི་ལྟ་བུའི་ཟླ་གསལ་བ་གསུམ་པོ་འདི་ནི། དེ་ནི། ཐེག་པ། ཐུན་མོང་གི་ཐེག་པ། ཐེག་པ་ཆེན་ཡོངས་གྲགས་ཀྱི་སྐད་ཅིག་ཤེས་པའི་སྐབས་ཀྱི། མཐོང་ལམ་སྐད་ཅིག་བཅུ་དྲུག་ལ་སྦྱར་ཡ་རེ། དེ་འདྲའི་སྐད་ཅིག་བཅུ་དྲུག་ལ་སྦྱར་ནས། དེ་ནས། བཅུ་དྲུག་པོ། ཆེན་པོ་ཡིན་མཁན་བཅུ་དྲུག་པོ་འབྲིང་ཡིན་མཁན་བཅུ་དྲུག་པོ་ཆུང་ཆུང་ཡིན་མཁན་གསུམ་དུ་ཕྱེ་དགོས་རེད། དེ་ནས་བཅུ་དྲུག་པོ་ལ་ཕྱེ། ཆེ་འབྲིང་གི་ཕྱེ་བས་ཏེ། ཆེ་འབྲིང་གི་ཕྱེ་བས་ཏེ། དེ་ནས། བཅུ་དྲུག་པོ་ལ་ཆེན་པོ་འབྲིང་ཆུང་ངུ་གསུམ་དུ་དབྱེ་བའི་སྒོ་ནས་བཞག་པའི་ལུགས་ཡིན་སྲིད་དགོས་རེད། ད། ད་འདྲ་དེ། དེ་རེད་བ་ག་སོགས་རེད། ཉོན། ཉོན། གནས་ངན་ལེན་ཆུང་ངུ་དང། བྲལ་བའི་སེམས་དང་པོ་སྐྱེས་པ་དེས། མཐོང་ལམ་སྐད་ཅིག་བཅུ་དྲུག་ཆུང་ངུ། ཉན་ཐོས་ཀྱི་མཐོང་ལམ་ལྟ་བུ་རེད། ཡང་ན། གནས་ངན་ལས་འབྲིང་དང་བྲལ་བའི་སེམས་གཉིས་པ་སྐྱེས་པ་དེས། མཐོང་ལམ་སྐད་ཅིག་བཅུ་དྲུག། འབྲིང། རང་རྒྱལ་གྱི་མཐོང་ལམ་ལྟ་བུ་རེད། ཡང་ན། ད་ལྟ་གནས་ངན་ལེན་ཆེན་པོ་དང་བྲལ་བའི་སེམས་གསུམ་པ་སྐྱེས་པ་དེས། མཐོང་ལམ་སྐད་ཅིག་བཅུ་དྲུག་ཆེན་པོ། ཐེག་ཆེན་སྦྱང་རྒྱུད་ཟིན་པའི་མཐོང་ལམ་ལྟ་བུ་རེད་ཟེར་བ་རེད། ད་འདི་གི་གཅིག་ཤེས་པར་གདའ། ཡུལ་བདེན་པ་ཞིག་ལ་དམིགས་ན་ད་འདིར་བ། ཐེག་པ་ཐུན་མོང་ལུགས་ཤེས་པར་ཐེག་པ་ཐུན་མོང་ལུགས་ཤེས་ན་འདི་འདྲ་རེད་ཟེར་བ། ད་ཐེག་ཆེན་ཐུན་མོང་མ་ཡིན་པའི་ལུགས། ཐེག་ཆེན་ཐུན་མོང་མ་ཡིན་པ་འགའ་ཞིག་ནི་ཟེར། ཐེག་པ་ཆེན་པོ་ཐུན་མོང་མ་ཡིན་པ་ཁས་ལེན་མཁན་མཁས་པ་འགའ་ཞིག་གིས་ཟེར་བ་རེད། ད་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པ་དབུ་མ་པ་རེད། དབུ་མ་པའི་མཁས་པ་འགའ་ཞིག་གིས་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པ་དེ་དབུ་མ་པའི་མཁས་པ་འགའ་ཞིག་གིས་ཡང། དེ་ནས་མཐོང་ལམ་གསུམ་གྱིས་མཐོང་ལམ་གསུམ་གྱིས། དེ་ནས་བདག་མེད་རྟོག་ལྡང་སྐོར་འདི་འདྲ་ཞིག་གི་འདུག་ཟེར་བ་རེད། ཡུམ་ལས་ཤེར་རྒྱན་གྱི་མདོ་ལས། ཉན་ཐོས་ཀྱི་ས་ལ་སློབ་པར་འདོད་པས་ཀྱང་སྟེ། དེ་ནས་ཉན་ཐོས་ཀྱི་འབྲས་བུ་ཐོབ་པར་འདོད་མཁན་གྱི་གང་ཟག་དེ་ཡིས། ཤེས་རབ་ཀྱི་བར་དུ་ཕྱིན་པ་སྟེ། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་འདི། གཉིས་པོ་འདི་ཉིད་ལ། གཉིས་པོ་འདི་ཉིད་ལ་རྟོགས་པར་གཉིས་པོ་འདི་ཉིད་རྟོགས་པར་བྱ་དགོས་པ་ཡིན་ཞེས་གསུངས་འདུག་ཟེར་བ་རེད། ད་དེ་འགྲེལ་བ་སྐྱེ་དང་འཆི་བ་ལ་སོགས་པའི་ནང་དུ། རང་རྒྱལ་གྱི་ས་ལ་སློབ་པར་འདོད་པས་ཀྱང་ཤེས་རབ་ཀྱི་བ་འདི་ཉིད་ལ་བསླབ་པར་བྱའོ། བྱང་ཆུབ་སེམས་དཔའ་བསླབ་པར་འདོད་པས་ཀྱང་ཤེས་རབ་ཀྱི་བ་འདི་ཉིད་བསླབ་པར་བྱའོ་ཡོད་པ་ཡིན་དུས་ཚང་མར་བྱ་རྒྱུར་བྱས་དང་ཉན་ཐོས་ཀྱི་ས་ལ་སློབ་པར་འདོད་པས་ཀྱང་སྟེ། ཉན་ཐོས་ཀྱི་འབྲས་བུ་ཐོབ་པར་འདོད་པས་གང་ཟག། ཡོད་པ་ཡིན་ན་ཡོད་མཁན་གྱི་གང་ཟག་ཐམས་ཅད་ཀྱིས་ཀྱང། ཤེས་རབ་ཀྱི་ཕར་ཚུན་ཕྱིན་པ་སྟེ་བདག་མེད་གཉིས་པོ། འདི་གཉིས་ལ་བསླབ་པར་བྱ་བ་དང་རྟོགས་པར་བྱ་དགོས་པ་ཡིན་ཞེས་གསུངས་པའི་མདོ་ཡོན་རྗེས་སུ་འབྲངས་ནས། རྗེས་སུ་འབྲངས་ནས་ཟེར་བ་རེད། དེ་ནས། སློབ་དཔོན་འཕགས་པ་ཡབ་སྲས་ནི། ཟེར་ན། སློབ་དཔོན་འཕགས་པ་ཡབ་སྲས་ནི་སློབ་དཔོན་ཀླུ་སྒྲུབ་དང་ཁོང་གི་སྲས་ཡབ་ཀླུ་སྒྲུབ་རེད་སྲས་ཨ་ཡེ་བདེ་བ་རེད་སློབ་དཔོན་འཕགས་པ་ཀླུ་སྒྲུབ་ཡབ་སྲས་ནི། རིགས་ཅན་གསུམ་ཀའི་ཟེར་ན་ཉན་ཐོས་ཀྱི་མཐོང་ལམ་རང་རྒྱལ་གྱི་མཐོང་ལམ་ཐེག་ཆེན་གྱི་མཐོང་ལམ་གསུམ་ཀའི་བདག་མེད་གཉིས་ཀ་རྟོགས་པ་ལ་ཁྱད་པར་མི་བཞེད་དོ་ཟེར་བ་རེད། དེ་གསུང་གི་འདུག་ད་འདི་རེད་ཀླུ་སྒྲུབ་ཀྱི་དགོངས་པ་ཡིན་ཟེར། དབུ་མ་པ་འགའ་ཞིག་གིས་ཀླུ་སྒྲུབ་ཀྱི་དགོངས་པ་འདི་འདྲ་ཡིན་ཟེར་འགྲེལ་བ་རྒྱག་གི་འདུག་ཟེར་བ་རེད། ཁོ་འདི་རེད། དབུ་མ་པ་འགའ་ཞིག་གིས་ཀླུ་སྒྲུབ་ཀྱི་དགོངས་པ་ལ། དེ་ནས་ཉན་ཐོས་ཀྱི་ཐོག་ལམ་ཐེག་ཆེན་གྱི་ཐོག་ལམ། གསུམ་ཆར་གྱི་བདག་མེད་གཉིས་ཀ་རྟོགས་ཀྱི་ཡོད་རེད་ཟེར་བ་རེད། དེས་ན་བདག་མེད་རྟོགས་དོན་ལ་ཁྱད་པར་མེད་ཟེར་བ་རེད། འདིའི་ཁུངས་ག་བ་རེད་ཟེར་ན། ཉན་ཐོས་ཀྱི་ས་ལ་སློབ་པར་ཤེས་རབ་ཀྱི་ཕར་སློབ་པ་འདི་ཉིད་བསླབ་པར་བྱའོ་ཞེས་པའི་གཞུང་དེ་ལ་བལྟས་ནས་ཀླུ་སྒྲུབ་ཀྱི་དགོངས་པ་གླེང་གི་འདུག་ཟེར་བ་རེད། བྱས་ཙང་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པ།

ཀླུ་སྒྲུབ་ཀྱི་དགོངས་པ་འདི་འདྲ་ཅིག་སྤྲད་ཀྱི་འདུག་ཟེར་བར་ག་འདྲ་སྤྲད་ཀྱི་འདུག་ཟེར་ན། དེ་ནས་ཡུམ་ལས་ཟེར་ན་ཤེར་ཕྱིན་གྱི་མདོའི་ནང་དུ་ཉན་ཐོས་ཀྱི་ས་ལ་སློབ་པར་འདོད་པས་བསྐྱངས་ཏེ། ཉན་ཐོས་ཀྱི་འབྲས་བུ་ཐོབ་འདོད་ཡོད་པ་ཡིན་ན། ཤེས་རབ་ཀྱི་བར་དུ་ཕྱིན་པ་སྟེ་བདག་མེད་གཉིས་པོ་འདི་ཉིད་ལ་རྟོགས་པར་བྱའོ་ཟེར་ངེས་པར་དུ་རྟོགས་ཐུབ་པ་བྱེད་དགོས་རེད་ཅེས་གསུངས་པ་དང། ཡང་རང་སངས་རྒྱས་ཀྱི་ས་ལ་སློབ་པར་འདོད་པས་ཀྱང་ཤེས་རབ་ཀྱང་འདི་ཉིད་ལ་བསླབ་པར་བྱའོ་ཟེར་རྒྱུ་དང། ཐེག་ཆེན་གྱི་ས་ལ་བྱང་ཆུབ་སེམས་དཔའ་སླར་ཡང་ས་ལ་སློབ་པར་འདོད་པས་ཀྱང་ཤེས་རབ་ཀྱང་འདི་ཉིད་བསླབ་པར་བྱའོ་ཞེས་གསུངས་པའི་རྗེས་སུ་འབྲངས་ནས་ད་ཀླུ་སྒྲུབ་ཀྱི་དགོངས་པ་ལ། ཀླུ་སྒྲུབ། སློབ་དཔོན་འཕགས་པ་ཀླུ་སྒྲུབ་ཡབ་སྲས་ཀྱི་དགོངས་པ་ལ་རིགས་ཅན་གསུམ་ཀའི་ཟེར་ན་ཉན་ཐོས་ཀྱི་ཐོག་ལམ་རང་རྒྱལ་གྱི་ཐོག་ལམ་ཐེག་ཆེན་གྱི་ཐོག་ལམ་གསུམ་ཀའི་བདག་མེད་གཉིས་ཀ་མངོན་སུམ་དུ་རྟོགས་ཀྱི་ཡོད་རེད་ཡང་ནི་བདག་མེད་རྟོགས་སྟངས་ལ་ཁྱད་པར་མི་ཤེས། དེ་ཡིན་དུས་ག་ལ་དེ་ནས་ཡུལ་བདེན་པ་བཞི་ལྟ་བུ་ལ་དམིགས། ནི། འཛིན་སྟངས་བདག་མེད་གཉིས་ཀ་རྟོགས་པ་རེད་དེ་ནི་ཁྱད་པར་རྩ་ནས་མེད་ལག་པས་འདི་འདྲའི་འདུག་ཟེར་བ་རེད། དེ་འདྲའི་དང་མདོར་ན་གཉིས་བྱུང་སོང་ཐེག་པ་ཐུན་མོང་པའི་ལུགས་ལ་བྱས་པ་ཡིན་ན། ཉན་ཐོས་ཀྱི་མཐོང་ལམ་གྱི་བདེན་བཞི་ལ་དམིགས་ནས་གང་ཟག་གི་བདག་མེད་རྟོགས། རང་ཁྱིད་ཀྱི་མཐོང་ལམ་གྱི་བདེན་བཞི་ལ་དམིགས་ནས་གང་ཟག་བདག་མེད་དང་ཆོས་ཀྱི་བདག་མེད་ཕྱེད་ཀ་རྟོགས། ཨ་ནི། བྱང་ཆུབ་སེམས་དཔའི་ཐོག་ལམ་གྱི་བདེན་བཞི་ལྷའི་མིག་ནི། བདག་མེད་གཉིས་ཀ་རྟོགས་པ་ཡིན་ཟེར་གོ། ད་འདིས་ག་ལ་གོ་རེད་ཟེར་ན། དེ་ནི། དབུ་མ་བས་འགའ་ཞིག་གིས་འདི་ལ་གོ་འདུག་ཟེར་རོ། ཀླུ་སྒྲུབ་ཀྱི་དགོངས་པ་ལ། དེ་ནི། ཉན་ཐོས་ཀྱིས་ཀྱང་བདེན་བཞི་ལྷའི་མིག་ནས་བདེན་མེད་གཉིས་ཀ་བདག་མེད་གཉིས་ཀ་རྟོགས། རང་རྒྱལ་གྱིས་ཀྱང་བདག་བདེན་བཞི་ལྷའི་མིག་ནས་བདག་མེད་གཉིས་ཀ་རྟོགས། ཡང་ནི་བྱང་ཆུབ་སེམས་དཔས་ཀྱང་བདེན་བཞི་ལྷའི་མིག་ནས་བདག་མེད་གཉིས་ཀ་རྟོགས་པ་ཡིན་ཟེར་ན་དེ་འདྲའི་འགྲེལ་བ་རྒྱག་གི་འདུག་ཟེར་གོ། དང་བཞི་པ། བཞི་པར་སྐད་ཅིག་དུ་ལ་སྐྱེ། དང་སྐད་ཅིག་དུ་ལ་སྐྱེ། བཞི་པ་སྐད་ཅིག་དུ་ལས་སྐྱེ། དུ་ལས་སྐྱེ་བ་སྟེ། ཨ་ནི་མཐོང་ལམ་གྱི་ཡེ་ཤེས་དེ་ལ་སྐད་ཅིག་གྲངས་ཀ་ག་ཚོད་ཡོད་རེད་ཟེར་བ་ཡིན་ན་ཟེར་བ་ལས། སྐད་ཅིག་དུ་ལས་སྐྱེ་བ་ཟེར་ན་མཐོང་ལམ་གྱི་ཡེ་ཤེས་དེ་ལ་སྐད་ཅིག་མ་གྲངས་ཀ་གྱིས་ན་ག་ཚོད་ཡོད་རེད་སྐད་ཅིག་དྲིས་པ་ལས། ཨ་ནི་དེ་ཤེས་པ་ལ་ས་བཅད་གཉིས་ཏེ་ཟེར་བ་ལས། ཐེག་པ་ཐུན་མོང་བ། ཐེག་པ་ཐུན་མོང་བའི་ལུགས་དང། ཐེག་པ་ཐུན་མོང་མ་ཡིན་པའི་ཐེག་ཆེན་ཐུན་མོང་མ་ཡིན་པའི་ལུགས་གཉིས་ཡོད་ཟེར་བ་རེད། ཐེག་པ་ཐུན་མོང་བའི་ལུགས་དང། ཐེག་ཆེན་ཐུན་མོང་མ་ཡིན་པའི་ལུགས་གཉིས་ཡོད། དང་པོ་ཐེག་པ་ཐུན་མོང་ལུགས་འདི་ཡིན་ཟེར་བར་མཛོད་ལས། དེ་ལ་སྐད་ཅིག་སྤྱོད་བ་ནི་མ་མཐོང་མཐོང་བྱེད་མཐོང་བའི་ལམ། བཅུ་དྲུག་པ་ལ་དེ་འདྲའི་གནས་ཟེར་དང་འབྲེལ་བ། དེ་ལ། སྤྱི་དང་ནི། མཐོང་ལམ་གྱི་མཉམ་གཞག་དེ་ལ། སྐད་ཅིག་བཅུ་དྲུག་ཡོད་རེད། དེ་ལ། སྤྱིར་བཏང་ནས་དོ་ནམ་གྱི་མཉམ་བཞག་དེ་ལ་སྐད་ཅིག་བཅུ་དྲུག་ཡོད་རེད་ཟེར། བཅུ་དྲུག་དེའི་ནང་ནས་སྐད་ཅིག་དང་པོ་བཅོ་ལྔ་པ་དེ་ནི་བདེན་པ་བཞིའི་གནས་ཚུལ་སྔར་མ་མཐོང་བ་གསར་དུ་མངོན་སུམ་ལ་མཐོང་བ་མཐོང་མཁན་མཐོང་བ་ཡིན་པའི་ཕྱིར་ན་མཐོང་བའི་ལམ་ཡིན་མཐོང་ལམ་རེད་ཟེར་བ་རེད། མཐོང་ལམ་ཡིན། སྐད་ཅིག་བཅུ་དྲུག་པ་དེ་སྒོམ་ལམ་རེད་ཟེར་བ་རེད། ད་འདི་གར་སོ། སྤྱིར་བཏང་ནས་མཐོང་ལམ་གྱི་མཉམ་གཞག་དེ་ལ་སྐད་ཅིག་བཅུ་དྲུག་ཡོད་རེད། སྐད་ཅིག་བཅུ་དྲུག་ཡོད་པའི་ནང་ནས་སྐད་ཅིག་དང་པོ་ནས་བཅོ་ལྔ་བར་དུ་མཐོང་ལམ་རེད། སྐད་ཅིག་བཅུ་དྲུག་པོ་དེ་སྒོམ་ལམ་རེད། ད་སྐད་ཅིག་དང་པོ་ནས་བཅོ་ལྔ་བར་ལ་ཡོད་མཁན་གྱི་གང་ཟག་དེ་ལ་ཞུགས་པ་ཟེར་གི་རེད། བཅུ་དྲུག་པོ་ལ་དེ་འདྲའི་གནས་ཏེ་སྐད་ཅིག་བཅུ་དྲུག།

བདེན་པ་ཞིག་གི་གནས་ཚུལ་རྟོགས་སྟངས་ལ་བརྟེན་ནས་སྐད་ཅིག་བཅུ་དྲུག་ཆགས་སོང་སྐད་ཅིག་བཅོ་ལྔ་ཆགས་སོང་རེད། བདེན་པ་ཞིག་ལ་ཟེར་བདེན་པ་ཞིག་གི་བདེན་པ་ཞིག་གི་གནས་ཚུལ་རྟོགས་སྟངས་ལ་བརྟེན་ནས་ནི་མཐོང་ལམ་སྐད་ཅིག་བཅོ་ལྔ་ཆགས་སོང་བ་རེད། ག་འདྲ་ཆགས་སོང་བ་རེད། དང་པོ་སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ། མཐོང་ལམ་སྐད་ཅིག་དང་པོ་དེ་རེད། སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་སྟེ། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན་དེ་མཐོང་ལམ་སྐད་ཅིག་དང་པོ་རེད། འདིའི་མིང་ལ། སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་ཟེར་ལབ་གི་ཡོད་རེད། ད་འདི་དེར། ད་འདི་རེད་བདེན་པ་བཞི་ལ་ཟེར་ན་བདེན་པ་བཞི་ལ་ཟེར་དུས་མཚམས་ཀྱི་སྐྱེ། ཨ་ནི་རེད་བ། བདེན་པ་བཞི་ལ་ཟེར་དུས་བདེན་པ་བཞི་གི་གནས་ཚུལ་རྟོགས་སྟངས་ཀྱི་སྒོ་ནས་མཐོང་ལམ་སྐད་ཅིག་བཅོ་ལྔ་ཆགས་སོང་བ་རེད་ཟེར་བ་རེད། དེས་ན་ནི། དེ་ནི། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་དང་པོར་མངོན་སུམ་དུ་མཐོང་མཁན་གྱི་མཐོང་ལམ་སྐད་ཅིག་དང་པོ་ལ་མིང། སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་ཟེར་དགོས་ཡོད། དེ་ནི་སྡུག་བསྔལ་ལ་ཆོས་ཤེས་པའི། ཆོས་ཤེས་པ་སྟེ། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན། མཐོང་ལམ་སྐད་ཅིག་གཉིས་པ་དེ་ལ་མིང། སྡུག་བསྔལ་ལ་ཆོས་ཤེས་པ་གཟིགས་པ་རེད་ད་གཉིས་ཕྱིན་པ་རེད་ད་འདོད་ཁམས་ཀྱི་སྡུག་བསྔལ། སྡུག་བསྔལ་བདེན་པའི་གནས་ཚུལ་རྟོགས། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་རྟོགས་མཁན་གྱི། མཐོང་ལམ་སྐད་ཅིག་དེ་དང་པོ་དང་གཉིས་པ་རེད། དེས་ན་ནི་དང་པོ་དེ། བར་ཆད་མེད་པའི་ལམ་རེད་གཉིས་པ་དེ། ད་ལྟ་དེ་སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་ཟེར་ན། བར་ཆད་མེད་པའི་ལམ་རེད།

དམག་དངོས་སུ་བརྒྱབ་ནས་ནི་དགྲ་སྤིས་ཚར་བར་བྱེད། ནི་དགྲ་སྤིས་ཚར་པའི་མཇུག་ལ་ལྷོད་ལྷོད་ཀྱིས་ནི་ལྷོད་གཡང་གཅིག་དེའི་ཁྲི་འདྲ་བོ་རེད། ད་རྣམ་གྲོལ་རེད་སྤང་བྱ་ལས་གྲོལ་བའི་སྤང་བྱ་ལ་ཐར་པའི་ལམ་དེར་གཟིགས་རེད་གཟིགས་རེད། ནི་དེ་རུ་སྡུག་བསྔལ་ཆེ་ཙང་ཡིན་དུས་སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་སྲིད་དུ་དེ་རེད། མཐོང་ལམ་སྐད་ཅིག་དང་པོ་རེད། སྡུག་བསྔལ་ལ་ཆོས་ཤེས་མཐོང་ལམ་སྐད་ཅིག་གཉིས་པ་རེད། མདོར་ན། ད། སྡུག་བསྔལ། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་དང་པོར་མངོན་སུམ་དུ་མཐོང་མཁན་གྱི་མཐོང་ལམ་སྐད་ཅིག་དང་པོ་དེ་ལ་མིང། སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པ་ཟེར་དགོས་རེད། ད་འདི་གི། དེ་ནི། བར་ཆད་མེད་ལམ་རེད། སྤང་བྱ་དང་དངོས་སུ་འཁྲུག་པ་བརྒྱབ་ནས་སྤང་བྱ་སྤང་གི་ཡོད་རེད་བར་ཆད་མེད་པ་ལམ་ཟེར་དགོས་རེད། ཨ་ནི་སྡུག་བསྔལ་ལ་ཆོས་ཤེས་པ་ཟེར་དུས། འདོད་ཁམས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན། མཐོང་སྣང་སྐད་ཅིག་གཉིས་པ་དེ་ལ་མིང། སྡུག་བསྔལ་ལས་ཆོས་ཤེས་པ་ཟེར་བ་རེད། ད་སྡུག་བསྔལ་ལས་ཆོས་ཤེས་པ་དེ་རྣམ་གྲོལ་རང་ལམ་རེད་ག་རེ་ཟེར་ན། སྤང་བྱ་ལས་ཐར་པའི་ལམ་དེ་རེད་ཟེར་བར་གཉིས་པ་བྱེད། ད་དེ་ནས། སྡུག་བསྔལ་ལ་རྗེས་སུ་ཤེས་པའི་བཟོད་པ་སླེབས་དགོས་ད་འདི་མཐོང་ལམ་སྐད་ཅིག་གསུམ་པ་རེད། དེ་ནས་ཁམས་གོང་མ་གཉིས་ཀྱིས། སྡུག་བསྔལ་བདེན་པའི་སྡུག་བསྔལ་བདེན་པ་སྡུག་བསྔལ་བདེན་པའི་གནས་ཚུལ་དེ་མཉམ་རྟོགས་ཤེས་པ་རེད་གཟུགས་ཁམས་དང་གཟུགས་མེད། གཟུགས་ཁམས་དང་གཟུགས་མེད་གཉིས་ཀྱིས་སྡུག་བསྔལ་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན་གྱི་ཐོག་ལམ་སྐད་ཅིག་གསུམ་པ་ལ་མིང། བསྡུ་སྔོན་ལ་རྗེས་སུ་ཤེས་པའི་བཟོད་པ་གཟིགས་པ་རེད། ད་བཟོད་པ་དེ་ཚང་མ་བར་ཆད་མེད་ལ་གོ་ཡ་རེད། ནི། བྱས་ཙང་དེར་བ། ཁམས་གོང་མ་གཉིས་ཀྱི་བསྡུ་སྔོན་བདེན་པས། གནས་ཚུལ་མངོན་སུམ་དུ་དང་པོར་མཐོང་མཁན་གྱི་ཐོག་ལམ་སྐད་ཅིག་གསུམ་པ་དེ་ལ་མིང། བསྡུ་སྔོན་ལ་རྗེས་སུ་ཤེས་པའི་བཟོད་པ་གཟིགས་པ་རེད། བཟོད་པ་ཅན་འདི་བར་ཆད་མེད་ལགས་ན་སྤང་བྱ་དང་དངོས་སུ་འཁྲུག་པ་རྒྱལ་དགོས། སྡུག་བསྔལ་ལ་རྗེས་སུ་བཤད་པ་ས་ན་སྐད་ཅིག་བཞི་པའི་སྐད་ཆ་རེད། སྡུག་བསྔལ་ལ་རྗེས་སུ་བཤད་པ་སྟེ། ཁམས་གོང་མ་གཉིས་ཀྱི་སྡུག་བསྔལ་བདེན་པའི་གནས་ཚུལ། མཐོང། བའི། ཐོག་ལམ་སྐད་ཅིག་བཞི་པ་དེ་ལ་མིང། སྡུག་བསྔལ་ལ་རྗེས་སུ་བཤད་པ། འདི་རྣམ་རོལ་རམ་རེད། དེ་འདྲའི་གཞི་སོ་ད་མཐོང་ལམ་སྐད་ཅིག་བཞི་བྱུང་བ་བཞི་དང་མཐོང་ལམ་སྐད་ཅིག་བཞི་བྱུང་བར་གར་ས་ན། སྡུག་བསྔལ་བདེན་པའི་གནས་ཚུལ། མཐོང་མཁན། སྡུག་བསྔལ་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན་མཐོང་ལམ་སྐད་ཅིག་བཞི་བྱུང་བ་རེད། ད་དེ་འདྲའི་ན་ཤིང་སྦྱར་འདྲའི་རབ་བརྟན་བདེན་པ་ལྷག་མ་ཟེར་བདེན་པ་ལྷག་མ་ཀུན་འབྱུང་བདེན་པ། དེ་ནས། འགོག་པའི་བདེན་པ་ལམ་གྱི་བདེན་པ་གསུམ་པོ་ལ་ཡང། ད་འདྲ་སྟེ། སྡུག་བསྔལ་བདེན་པ་ལ་སྦྱར་བ་དེ་བཞིན་དུ་སྦྱར་བས་སམ་སྦྱར་བཞག་པ་ཡིན་ན་ཟེར་བ་རེད། དེ་ནི་མཐོང་ལམ་སྐད་ཅིག་བཅུ་དྲུག་སྐྱེ་བར་འདོད་ཟེར་བ་རེད། དེས་ན་ནི་མཐོང་ལམ་ངོ་མ་དེ་སྐད་ཅིག་བཅོ་ལྔ་རེད་བཅུ་དྲུག་པ་དེ་སྒོམ་ལམ་རེད་ཡིན་ནས་གྲངས་ཀ་བརྒྱད་དུ་མཐོང་ལམ་སྐད་ཅིག་བཅུ་དྲུག་ཟེར་བ་རེད། ད་ག་འདྲ་རེད་ཡ། ད་སྐད་ཅིག་ད་སྐད་ཅིག་བཞི་པ་པོ་དེ་རེད། ད་དེ་ནི་སྐད་ཅིག་ལྔ་པ་ན་གྲངས་ཀ་བརྒྱད་དགོས་དུས་དེ་རེད། དེ་ནི།

མཐོང་བས་མཐོང་ལམ་སྐད་ཅིག་དྲུག་པ་དེ་ལ་མིང། དེ་ནས་ཀུན་འབྱུང། ཀུན་འབྱུང་ཆོས་ཤེས་ཆགས་པར་ཀུན་འབྱུང་ཆོས་ཤེས་ཅེས་པའི་མིང་ཆོས་ཤེས་རེད་དེ། དྲུག་བྱས། ད་ཡང་ཁམས་བདུན་པ་རྒྱས་པ་གྱི་ཁམས་གོང་མ་ལ་བྱེད་དགོས་རོ། ཨ་ནི་ཁམས་གོང་མ་གཉིས་ཀྱི་ཀུན་འབྱུང་བདེན་པའི་གནས་ཚུལ་མངོན་སུམ་དུ་དང་པོར་མཐོང་མཁན་གྱི་མཐོང་ལམ་སྐད་ཅིག་བདུན་པ་དེ་ལ་མིང། དེ་ནས་ཀུན་འབྱུང་རྗེས་བཟོད་ཟེར་དགོས་རེད། ཀུན་འབྱུང་རྗེས་བཟོད་ཞེས་པའི་རྗེས་བཟོད་ཟེར་དགོས་རེད། ཨ་ནི། དེ་ནས་སྐད་ཅིག་རྒྱས་པ་ལས་གྱུར་བ་ཁམས་གོང་མ་གཉིས་ཀྱི་ཀུན་འབྱུང་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་བའི་ཐོབ་ལམ་སྐད་ཅིག་རྒྱས་པ་དེ་ལ་མིང། ཀུན་འབྱུང། རྗེས་ཤེས་ཟེར་བར་ཀུན་འབྱུང་རྗེས་ཤེས་ཅེས་དང་སྐད་ཅིག་རྒྱས་པ་བ་དང་ཕྱེད་མཚམས་རེ་རྒྱས་ཅེས་དང་ཡང་དགུ་བ། དགུ་བ་དང་བཅུ་བ་ལས་གྱུར་བ། དེ་ནས་འདོད་ཁམས་ཀྱི་འགོག་པའི་བདེན་པའི་གནས་ཚུལ་དང་པོར་མངོན་སུམ་དུ་མཐོང་མཁན་ཐོབ་ལམ་སྐད་ཅིག་དེ་ནས་དགུ་བ་དེ་ལ་མིང། དེ་ནི་འགོག་པ། ཆུད་ཟོས་ཟེར་བ་ནི་འཇུ་ཟོས་བྱེད། ཡང་ནི། འདོད་ཁམས་ཀྱི་འགོག་པའི་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན་མཐོང་ལམ་སྐད་ཅིག་བཅུ་པ་དེ་ལ་མིང། དེ་ནི། འགོག་པ། ཆོས་ཤེས་ཟེར་འགོག་པ་ཆོས་ཤེས་བྱེད། ད་བཅུ་བ་ཕྱིན། ད་བཅུ་གཅིག་པ་དེ། དེ་མཐོང་ལམ་སྐད་ཅིག་བཅུ་གཅིག་པ་ར། ཡང་ནི་ཁམས་གོང་མ་གཉིས་ཀྱི། འགོག། འགོག་བདེན་གྱི་གནས་ཚུལ་མངོན་སུམ་དང་པོར་མཐོང་མཁན་གྱི་མཐོང་ལམ་སྐད་ཅིག་བཅུ་གཅིག་པ་དེ་ལ་མིང། དེ་ནས། འགོག་པ། རྗེས་སོད་ཟེར་བའི་འགོག་པ་རྗེས་སོད་ཅེས། དེ་ནི། ཁམས་གོང་མ་གཉིས་ཀྱི་འགོག་པའི་བདེན་པའི་གནས་ཚུལ་མངོན་སུམ་དུ་མཐོང་མཁན་མཐོང་ལམ་སྐད་ཅིག་བཅུ་གཉིས་པ་དེ་ལ་མིང། འགོག་པ་རྗེས་ཤེས་ཟེར་བའི་བཅུ་གཉིས་ཅན། ད་དེ་ནི། ལམ་ཡོད་པ་ལམ། ད། འདོད་ཁམས་ཀྱི་ལམ་གྱི་བདེན་པའི་གནས་ཚུལ་མངོན་སུམ་དང་པོར་མཐོང་མཁན་གྱི་མཐོང་ལམ་སྐད་ཅིག། བཅུ་གསུམ་པ་དེ་ལ་མིང། དེ་ནས་ལམ་རྗེས་བཟོད་བྱས། ལམ། ལམ་དེ་རྗེས་བཟོད་ལམ་དེ་རེད་ལམ་ཆོས་བཟོད་རེད་ལམ་ཆོས་བཟོད་བྱས། དེ་ནས་འདོད་ཁམས་ཀྱི་སྡུག་བསྔལ་འདོད་ཁམས་ཀྱི་ལམ་ལམ་གྱི་བདེན་པའི་གནས་ཚུལ་མངོན་སུམ་ལ་མཐོང་མཁན་མཐོང་ལམ་སྐད་ཅིག་བཅོ་གསུམ་པ་དེ་ལ་མིང་ག་རེ་ལབ་དགོས་རེད་ཟེར་ན། མཐོང་ལམ་སྐད་ཅིག་བཅུ་བཞི་པ་རེད་བཅུ་བཞི་བཅུ་བཞི་པ་དེ་ལ་མིང་ག་ལབ་དགོས་རེད་ཟེར་ན། དེ་ནས་དེ་རེད་ལམ་རྗེས་ཤེས་ལམ་ཆོས་ཤེས་ཟེར་གི་རེད་ལམ་ཆོས་ཤེས། བདག་གི་བཅུ་བཞི་པ་བྱིན་པ་རེད་ད་དེ་ནས་ཁམས་གོང་མ་གཉིས་ཀྱིས་ལམ་གྱི་བདེན་པའི་གནས་ཚུལ་དངོས། ལམ་གྱི་བདེན་པའི་གནས་ཚུལ་ལམ་བདེན་གྱི་གནས་ཚུལ་མངོན་སུམ་དང་པོར་མཐོང་མཁན་གྱི་མཐོང་ལམ་སྐད་ཅིག་བཅོ་ལྔ་པ་དེ་ལ་མིང། ལམ་རྗེས་བཟོད་ཟེར་ལམ་རྗེས་བཟོད། དེ་ནས་ཁམས་གོང་མ་གཉིས་ཀྱིས་ལམ་གྱི་བདེན་པའི་གནས་ཚུལ་མངོན་སུམ་མཐོང་མཁན་མཐོང་ལམ་སྐད་ཅིག་བཅུ་དྲུག་པ་དེ་ལ་ལམ་རྗེས་ཤེས་ཟེར་གྱི་རེད། དེ་འདྲའི། སྐད་ཅིག་བཅུ་དྲུག་ཏུ་བསྐྱེད་པར་འདོད་ལ། ད་དེ་འདྲའི་འགྲོ་ཡ་རེད་ལས་སླ་པོ་རེད་གཅིག་ལ་སྦྱར་ན། དེ་རེད་དེའང་ཟེར་ད་དེའང་ཟེར་རྒྱུ་མཚན་དེ་རེད་དེའང་ཟེར་དུས། མཐོང་ལམ་སྐད་ཅིག་དང་པོ་དང་གསུམ་པ་དང་ལྔ་པ་དང་བདུན་པ་དང་དགུ་བ་དང་བཅུ་གཅིག་དང་བཅུ་གསུམ་པ་དང་བཅོ་ལྔ་པ་རྣམས་བཟོད་པ་རེད། བཟོད་པ་ཡིན་ཚར་དུས་བར་ཆད་མེད་ལམ། བར་ཆད་མེད་ལམ་རེད་ཟེར་བ་རེད། ད་དེ་ནས་མཐོང་ལམ་སྐད་ཅིག་མཐོང་ལམ་སྐད་ཅིག། གཉིས་པ། བཞི་པ། དེ་ནས་དྲུག་པ། བརྒྱད་པ། བཅུ་བ། བཅུ་གཉིས། བཅུ་བཞི། བཅུ་དྲུག་པ་རྣམས་ཤེས་པ་རེད་དེ་རྣམ་རོལ་ལམ་ཡིན་གསུངས་པ་དེ་ཡང། རང་སོ་འདྲ་བ་མ་རེད་དེ་ལ་ཡང་ཁུངས་ཡོད་རེད་གསུངས་ཁུངས་ག་རེ་ཡོད་ཟེར་ན་མཛོད་ལ་གསུངས་པ་རེད། ཨ་ནི་བཟོད་དང་ཤེས་ལ་གོ་རིམ་བཞིན་ཟེར་ན། ད་བཟོད་པ་བརྒྱད་དང་ཤེས་པ་བརྒྱད་ཡོད་རེད། དེ་ནང་ནས། ཆོས་སྲོལ་བཞི་རྗེས་སྲོལ་བཞི། ཆོས་ཤེས་བཞི་རྗེས་ཤེས་བཞི་ཟེར་ཡོད་རེད་ད། བཟོད་པ། མཐོང་ལམ་སྐད་ཅིག་བཅུ་དྲུག་ཡོད་ར་བཟོད་པ། བཟོད་པ་བརྒྱད་དང་ཤེས་པ་བརྒྱད་པོ་རྣམས་ལ་གོ་རིམ་བཞིན་དུ། བཟོད་པ་བརྒྱད་དེ་བར་ཆད་མེད་པའི་ལམ་རེད། ག་རེ་ས་སྤང་བྱ་དང་དངོས་སུ་འཁྲུག་པ་རྒྱབ་མཁན་གྱི་ལམ་དེ་རེད། དེ་ནས། ཤེས་པ་བརྒྱད་དེ། རྣམ་གྲོལ་ལམ་སྤང་བྱ་ལས་གྲོལ་བའི་ལམ་རེད། ད་དེ། སྒྲ་ཕ་པི་ཟེར་ངལ་གསོ་རྒྱབ་དེ་ངལ་གསོ་རྒྱབ་དེ་པའི་སྐབས་ལྟ་བུ་རེད་སྤང་བྱ་ལ་གྲོལ་བའི་ལམ་རེད་ཟེར་བ་རེད་དཔེར་ན། བར་ཆད་མེད་ལམ་བརྒྱད་ཡོད་རེད་མཐོང་ལམ་སྐད་ཅིག་དང་པོ་མཐོང་ལམ་སྐད་ཅིག་གསུམ་པ་མཐོང་ལམ་སྐད་ཅིག་ལྔ་པ་མཐོང་ལམ་སྐད་ཅིག་བདུན་པ་མཐོང་ལམ་སྐད་ཅིག་དགུ་པ་མཐོང་ལམ་སྐད་ཅིག་བཅུ་གཅིག་པ་མཐོང་ལམ་སྐད་ཅིག་བཅོ་གསུམ་པ་མཐོང་ལམ་སྐད་ཅིག་བཅོ་ལྔ་པ་དེ་ཚོ་མཚམས་བཅད། བར་ཆད་མེད་ལམ་རེད་སྤང་བྱ་དང་དངོས་སུ་འཁྲུག་པ་རྒྱབ་མཁན་གྱི་ལམ་དེ་རེད། ད་དེ་ནས་མཐོང་ལམ་སྐད་ཅིག་གཉིས་པ་མཐོང་ལམ་སྐད་ཅིག་བཞི་པ་མཐོང་ལམ་སྐད་ཅིག་དྲུག་པ་མཐོང་ལམ་སྐད་ཅིག་བརྒྱད་པ་མཐོང་ལམ་སྐད་ཅིག་དེ་ནས་བཅུ་པ་མཐོང་ལམ་སྐད་ཅིག་བཅུ་གཉིས་པ་མཐོང་ལམ་སྐད་ཅིག་བཅུ་དྲུག་པ་དེ་ཚོ་རྣམ་གྲོལ་ལམ་རེད་དེ་ནས་སྤང་བྱ་ལས་གྲོལ་བའི་ལམ་རེད་སྤང་བྱ་ལས་ཐར་བའི་ལམ་རེད་དེ་ནས་སྤང་བྱ་དང་དངོས་སུ་འཁྲུག་པ་རྒྱག་མི་དགོས་ཀྱི་ལམ་དེ་རེད་ཟེར་བ་རེད། ཞེས་ཆོས་མངོན་པ་མཛོད་ལས་གསུངས་པས། ཨ་ནི་བཟོད་པ་རྣམས་བར་ཆད་མེད་པའི་ལམ་བསམ་པ་ད། སྐད་ཅིག་དང་པོ། དེ་ནས་སྐད་ཅིག་གསུམ་པ། སྐད་ཅིག་ལྔ་པ། སྐད་ཅིག་བདུན་པ་ལ་སོགས་པའི་བཟོད་པ་རྣམས་དེ་ནས་སྤང་བྱ་དང་དངོས་སུ་འཁྲུལ་པ་རྒྱག་གིན་བར་ཆད་མེད་པའི་ལམ་རེད། ཨ་ནི་ཐོག་ལམ་སྐད་ཅིག་གཉིས་པ། ཐོག་ལམ་སྐད་ཅིག་བཞི་པ། ཐོག་ལམ་སྐད་ཅིག་དྲུག་པ་ལ་སོགས་པ་རྣམས་ཆོས་ཤེས་པ་རེད། ཆོས་ཤེས་པ་རྣམས་རྣམ་པར་གྲོལ་བའི་ལམ། དེ་ནས་སྤང་བྱ་ལས་ཐར་བའི་ལམ་རེད།